འོ་ལ་སོ། ད་རྣམ་པ་ཚོ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ད་ད་ནག་ཚོ་གཟའ་འཁོར་དུས་ཡུན་གནང་ལོ་ལ། ཨ་ནེ། འདི་བོད་ཀྱི་དཔེ་མཛོད་ཁང་གི་ཨ་ནེ་རྟ་འཛིན་གྲགས། རྟ་རྒྱ་གར་ཚོ་མི་མང་སྤྱི་ཡོངས་ལ་དེ་ནས་ཕན་པ་གི་ཆེད་དུ་གོ་སྒྲུག་ཞུ་ཡ་དེའི་ཐོག་ནས་བྱང་ཆུབ་ལམ་རོལ་ཆེན་མོ་སྐྱེ་བོའི་འབྲིང་དང་ཐུ་མོ་བའི་ལམ་རོལ་ལ་ལོ་སྦྱངས་པ་འོ་ད་དེ་གི་སྐབས་ནས་མ་ཨ་ནེ་འཆི་བ་མི་རྟག་པའི་སྐོར་ནས་མ་ཞུ་ཡ་འོ་ད་དེ་འདྲ་ཅི་ཡིན་ཨ་ནེ་རྟ་སྔར་ཚོ་གཅིག་སྤྱི་བཏང་གི་ཆ་ནས་ལས་ཀ་བྱ་བ་ག་ནི་ཅིག་བྱས་པ་ཡིན་ན་སོ་སོ་གི་ཀུན་སློང་དེ་ནི་གཙང་མ་ཅིག་དང་ཀུན་སློང་རྒྱ་ཆེན་པོ་ཅིག་གི་རྩིས་ཟིན་དགོས་ཡག་ཏུ་སྤེལ་མི་སྲིད་སྙིང་གལ་ཆེན་པོ། ཀུན་སློང་ཡག་པོ་གི་རྩིས་ཟིན་རྩིས་ཟིན་ཟེར་དུས་གང་ལ་ཀུན་སློང་ཡག་པོ་ཅིག་གི་ཤུགས་རྐྱེན་ཐེབས་པ་ཡིན་ན་སོ་སོ་ལུས་ངག་གི་ལུས་ངག་གི་བྱ་བཞག་ག་འདྲི་ཅིག་ཡིན་པ་ཡིན་ན་ཡག་པོ་ཅིག་ཡོང་ཡག་པོ་དེ་འདྲི་ཅིག་ཡོང་གི་ཡིན་སོང་ཙང་ཐོག་མར་ཏཱ་ལ་དེ་འདྲི་ཅིག་ཞུ་ཡ་ཡིན། དེ་ནས་ད་ང་ཚོ་འཆི་བ་མི་རྟག་པའི་སྐོར་ལ་མ་བཞུད་ཡོང་འདི་གང་ལ་ཡང། ད་ལྟ་ལག་ལེན་སོབ་དུ་མའི་འགྲེལ་པ་རྫ་སྤྲུལ་ངག་དབང་བསྟན་འཛིན་ནོར་བུ་ཟེར་བ་དེའི་ཨ་ནེ་ལག་ལེན་སོབ་དུ་མའི་འགྲེལ་བ་གི་ནང་ལོགས་ལ་གར་ཡོང་གི་འདུག་ཟེར་དེ་གང་ལ་ད་མི་རྟག་པར་འདུ་ཤེས་པ་དང་འཆི་བ་མི་རྟག་པར་སྒོམ་པ་ཡིན་ན་ཕན་ཐོག་ག་རེ་ཡོད་རེད་ཟེར་དེ་གང་ལ། དང་པོ་ཆུ་ལ་འཇིགས་པའི་རྒྱུ་བྱས། ཕན་ཐོགས་དང་པོ་ཞིག་ག་རེ་ཡོད་རེད་ཟེར་དུས་གང་ལ་ཨ་ནི་ཆུ་ལ་འཇིགས་པར་བྱེད་པའི་རྒྱུ་བྱེད་གི་རེད། ཨ་ནི་པར་དུ་ག་རེ་ཕན་ཐོགས་ཡོད་རེད་ཟེར་པར་དུ་ཆུ་ལ་བསྐུར་བའི་རྐྱེན་བྱེད། འོ་དེ་རེད། ཨ་ནི་ཐ་མ་ག་རེ་ཕན་ཐོགས་ཡོད་རེད་ཟེར་དུས་ཐ་མ་དེ་ལ་ཐ་མ་ཆུ་མཉམ་པ་ཉིད་གཏོགས་པའི་གྲོགས་བྱེད་ཟེར་ནས་འོ་ད་དེ་འདྲ་གསུངས་འདུག་བྱས་ཙང་དེ་འདི་གང་ལ་འདི་མི་རྟག་པར་འདི་ཤེས་པས་འདི་ཤེས་ཟེར་ཡ་དེ་ཧ་ཅིང་གི་གལ་ཆེན་པོ་ཞིག་འོ་དེ་འདྲའི་ཆ་དེ་འོ་རེད། འོ་ན་ད་ང་ཚོ་དེ་ལ་ཡ། དང་པོར། ཨ་ནི་ཆུ་ལ་འཇུག་པའི་རྒྱུ་བྱེད་ཟེར་དེ་གང་ལ། ད་ཆུ་ལ་འཇུག་པའི་རྒྱུ་བྱེད་བྱས་པའི་ཆུ། ག་འདྲི་ཅིག་ལ་ལ་འོས་ཡོད་རེད། ཨ་ནི་དེ་ལ་འཇུག་ན་ཕན་ཐོག་ག་རེ་ཡོད་རེད། འོ་ད་དེ་འདྲི་ཅིག། ད་དོན་དང། ཆུ་དངོས་ནི་དེ་རྣམ་པ་སངས་རྒྱས་པའི་ཆུ་དངོས་ནི་དེ་ག་ར་རེད་ཟེར་དེ་གང་ལ། ང་ཚོ་སེམས་རྒྱུད་མ་རུང་བ་འགྱུར་བ་བཏང་བའི་ཐབས་ལམ་ཡང་ན་སེམས་རྒྱུད་མ་རུང་བ་དེ་ཨ་ནི་བཟོ་བཅོས་བྱེད་པའི་ཐབས་ལམ་ཅིག་ལ་ཡ་ཨ་ནི་ཆུའོཟ་ཨོ་ད་དེ་འདྲ་ཅིག་དེ་འདྲ་ཅིག་གོ་བ་ཡིན་ན་འགྲིག་གི་རེད་ཆུའོཟ་ཨ་ཀོ་ཆུའོཟ་ཨ་ད་བཅུ་པའི་དོན་རེད་ཨོ་དེ་ག་རེ་རེད་ཟེར་དེ་ག་ང་རོ་ཚོ་ལུས་ངག་ཡིད་གསུམ་དེའི་ནང་ནས་ཀྱང་ང་རོ་ཚོ་གི་ཡིད་དེ་སེམས་ཀྱི་མ་རུང་བ་སེམས་མ་ཞི་བ་བྱས་ནས་འོ་དུ་ཚོད་བཟོ་བཅུ་བྱེད་པའི་ཐབས་ལམ་གཅིག་ལས་ཡ་ཨ་ནི་བཅུ་ཟེར་ནས་དེ་ནི་གོ་བ་ཡིན་ན་ངོ་བདེན་འགྲིག་གི་ཡོད་རེད། ད་དེ་འདྲའི་ཅིག་ལ་ང་ཚོ་འཇིགས་པ་ཡིན་ན་ཕན་ཐོག་ག་རེ་ཡོད་རེད་ཕན་ཡོན་ག་རེ་ཡོད་རེད་ཟེར། ཁ་ཅིག་གིས་བཅུ་བྱས་ནས་ཕན་ཐོག་ག་རེ་ཡོད་རེད་བསམ་རུང་སྒོམ་རྒྱབ་ནས་ག་རེ་ཕན་ཐོག་ཡོད་རེད་བསམ་རུང། གཞུང་འདི་འདྲི་ལ་ལྟ་ནས་ཕན་ཐོག་ག་རེ་ཡོད་རེད་ཟེར་དེ་འདྲའི་སྐད་ཆ་དྲི་ངན་མང་པོ་འདུག་ཨ། ད་ཕན་ཐོགས་ཡོད་མེད་ཨ་ལས་དང་པོ་སོ་སོ་གི་ཉམས་ཚད་འགྲོ་བ་དང་སོ་སོ་གི་ཅིག་སྤྲོ་བ་འགྲོ་བ་དེ་ཅིག་དཔེར་ན་ཟ་མ་ཅིག་ཡིན་པ་ཡིན་ན། ཟ་མ་དེ་ཟ་ནི་ཟ་མ་དེ་ཞིམ་པོ་ཡོད་རེད་པས་ཟ་མ་དེ་དེ་ནི་ཅིག་ཕན་ཐོགས་ག་རེ་ཡོད་རེད། འོ་དེ་འདྲའི་མི་ལ་སྐད་ཆ་དྲི་བདེ་བ་ལས་སོ་སོ་འུ་དངོས་སུ་ཅིག་ཟ་བཞག་བ་ཡིན་ན། ཨ་ནི་སྤྲོ་བ་ག་རེ་ཡོད་མེད་ཧ་གོ་གི་རེད་བ། སྤྲོ་བ་ཞིམ་པོ་འདུག་ཞིམ་པོ་མི་འདུག། ཨང། སོ་སོ་གཟུགས་པོ་ལ་ཕན་གི་འདུག་ཕན་གི་མི་འདུག། ཨེ་མ་ཕན་ན་བཞག། སྤྲོ་བ་མེད་ན་བཞག། སྤྲོ་བ་ཡོད་ན་སོ་སོ་གི་བཟའ། བཟའ་མ་ཅིག་ཡིན། མ་གཏོགས་མི་གཅིག་ལ་སྐད་ཆ་དྲིས་དེ་ཟ་མ་དེ་ག་འདྲས་འདུག་ཨ་ནི་དེ་ཟ་མ་དེ་བཟའ་ན་ཕན་ཐོག་ག་རེ་ཡོད་རེད་སྤྲོ་བ་ག་འདྲས་ཡོད་རེད་ཟེར་ནས་སྐད་ཆ་དྲིས་བསྡད་པ་ཡིན་ན། དེ་ལས་ཕྱི་དགྲ་ཕྱི་དགྲ་ཕན་ཐོགས་སུ་མི་འགྲོ། དེ་ལས་ག་རེ་རེད་ཟེར་དུས་གང་སོ་སོ་དངོས་སུ་དེ་ནི་གཅིག་བཟའ་བཞག་པ་ཡིན་ན་དེ་ནི་བྲོ་བ་ག་འདྲི་ཡོད་མེད་ཧ་གོ་ཡོང་གི་རེད་བ། འོ་དཔེ་དེ་ནང་བཞིན་ཆོས་ཟེར་ཡ་འདི་ལ་ཡ་སོ་སོ་གི་སློབ་སྦྱོང་གཅིག་བྱེད་ཉམས་ལེན་གཅིག་བྱེད་བཀོད་འབྲི་གཅིག་བསྟན་པ་ཡིན་ན་ཨ་ནི་གོ་རྒྱུ་ཚོར་རྒྱུ་ག་རེ་འདུག། དེ་གོས་ཀྱི་ཚོར་གྱིས་མེད་ན་བཤགས། གོས་ཀྱི་ཚོར་གྱིས་འགྲོ་འོས་ཡོད་ཕན་འདོགས་ཀྱི་ཡོད་ན་གྲུབ། དེ་བྱེད་དགོས་ན་དཔེ་གལ་ཆེན་པོ་རེད་མ་གཏོགས་ཆོས་དང་ཐག་རིང་པོ་གཞུང་ཆེན་པོ་འདི་ཚོ་དང་ཚང་མ་དང་ཐག་རིང་པོ་ལ་བཞག། དེ་ནི་ཆོས་གར་ཕན་འདོགས་ཡོད་རེད་ཕན་འདོགས་མི་འདུག་ཅི་ཅི་ཅི་ཡ་ཡ་མ་མ་པ་ཞིག་དེ་སློང་པ་སྟོང་པ་རྣམས་ལ་དགའ་ཚེ་ང་ཚོ་མིག་ལོང་བ་གི་ཁ་དོག་དཀར་དམར་རྩོད་པ་དང་གཅིག་པ་གཅིག་རྐྱང་རེད་དེ། ཆུ། ཆུ་བྱས་ནས་ཕན་ཐོགས་ཡོད་མ་རེད་ཆུ་ཆུ་ལ་ཅི་ཅི་ཡོད་དེ་ཅི་ཅི་མ་མ་གོ་གོ་མང་པོ། གཞུང་ཆེན་པོ་ཚང་མ་དེ་སོ་སོ་ཐག་རིང་དུ་བཞག་ནས། སོ་སོ་གི་དེ་ཚོ་ལ་དམིགས་གཏད་ཁྱོད་ནས་མ་བརྒྱབ་བ་ཅི་དེ་ཚོ་ལ་ལྟོས་ན་ཁྱོད་ནས་མ་བྱས་ནས་ད་ལྟ་ཕར་ཞོག་ནས་དེ་ལ་ཕན་ཐོགས་ཡོད་མ་རེད་ཅི་ཅི་ཅི་རེད་ཡག་རེད་མ་རེད་ཟེར་བྱས་ཙང་མིག་ལོང་བ་ཁ་དོག་དཀར་དམར་རྩོད་པ་དེ་གཅིག་པ་རེད་དེ་ཁ་དོག་དཀར་པོ་ཅིག་རེད་དམར་པོ་ཅིག་རེད་སེར་པོ་ཅིག་རེད་ལབ་པ་ཡིན་ན། ལོང་བ་ཡིན་སོང་ཙང་ཁོ་ཁ་དོག་དཀར་དམར་ཧ་གོ་གི་མེད་བ། དེ་ནང་བཞིན་གཞུང་ཆེན་པོ་ལ་ལུས་སྦྱོང་བར་བྱས་ནས་ཆོས་ཀྱི་གནས་དང་འདི་དྲིས་འདི་དྲིས་རེད་ཅི་ཅི་དྲིས་ཡ་རེད་མ་རེད་ཟེར་ནས་དེ་ལ་ཡང་ཚོད་དཔག་བྱས་ནས་བཤད་པ་ཡིན་ན། ལུང་བ་གི་ཁ་དོག་གི་གནས་སྟངས་བཤད་པ་དེ་གཅིག་པ་གཅིག་ཀྱང་ཆགས་འགྲོ་གི་ཡོད་རེད། འོ་དེ་འདྲའི་གཅིག་མ་སོང་བ་ཅིག་ངེས་པར་དུ་དགོས་ཀྱི་ཡོད་རེད། ད་ཆོས་ལ་འཇིགས་ནས་ཕན་ཐོགས་ཡོད་མེད་ང་ཚོས་གཞན་དག་བཤད་དགོས་ཀྱི་མ་རེད། དཔེར་ན། གཅིག་ང་ཚོ་སོ་སོ་ལྟས་ཙི་ལྷོད་ལྷོད་བསྡད་ནས་ཡང་ན་གཅིག་གཙུག་ལག་ཁང་འགྲོ་བ་དང་ད་དགོན་པ་འགྲོ་བ་དེ་འདྲའི་གི་དང་རྡོ་རྗེ་དང་ད་སོ་ལ་འགྲོ་ནས་ཨ་ལས་སོ་སོ་ཕུག་གི་འགྲོ་ནས་གཅིག་ལྟས་ཙི་ཕྱག་འཚལ་སྐོར་ར་རྒྱབ་གཅིག་དེ་འདྲའི་བྱས་པ་ཡིན་ན་སོ་སོ་སེམས་ལ་ཡང་ཞིབ་བལྟས་ག་ཚོད་ལྷད་གི་འདུག་ལྷད་གི་མི་འདུག། དུ་ཚོ་ཆུ་སྔོ་ནི་རེད་ཟེར་བོ་མ་རེད་ཆུ་སྒྲུབ་པའི་མཐིལ་སྐྱེལ་འགྲོ་བོ་ཟེར་ན་མི་འདུག་ཆུ་ཆུ་ཆུ་ལུག་གི་བྱེད་སྒོ་ཞིག་ཟེར་ན་མི་འདུག་འོ་དེ་འདྲི་ཅིག་རེད་ཆུ་ཆུ་སྒྲུབ་ཡག་གི་ཅིག་ཆ་རྐྱེན་ཟེར་ན་མི་འདུག་དེ་འདྲི་ཅིག་རེད་ཡན་ལག་ཙམ་རེད་དེ་ཡིན་ན་ཡང་དེ་འདྲི་ཅིག་བྱེད་པ་ཙམ་གྱིས་ཀྱང་སོ་སོ་གི་སེམས་ལ་ཞིབ་བསྡུར་ཡོང་གི་འདུག་ཡོང་གི་མི་འདུག་དེ་རེད་ད་ནང་བཞིན་གྱི་ཅིག་ཡང་རིན་པོ་ཆེའི་བསང་ཆུ་ལ་སོགས་པ་རྟེན་འབྲེལ་ཡོད་བསང་ཆུ་གི་ཆུ་གྲིར་ལ་གཅིག་བཟླས་ནས་སོ་སོ་སྟེ། བཟླས་པའི་རིང་དུ་ཁྱི་ཚོགས་གཅིག་འགྲོ་བའི་རྟེན་འབྲེལ་གཅིག་བཟླས་པ་ཡིན་ན་བཟླས་ཀྱི་གཅིག་རག་ནས་རྟེན་འབྲེལ་གཅིག་དོན་དག་བྱེ་བྲག་མ་གོ་བ་ཡིན་ན་ཡང་སོ་སོ་གི་ལུས་སེམས་གཉིས་ཀ་ལ་བཟླས་ཀྱི་ཡོང་གི་འདུག་ཡོང་གི་མི་འདུག་གོ། ད་དེ་ཚོ་དེ་ཚོ་གཅིག་དཔེ་མཚོན་ཙམ་རེ་རེ་བ་ཡང། སོ་སོ་དང་ནང་བཞིན་གྱི་སོ་སོ་གྱི་ཆོས་འདི་འདྲའི་ཆེད་ལ་ཡང་མ་སློབ་སྦྱོང་བྱས་ནས་དེ་འདྲའི་ཆེད་འོང་དེ་གང་མགོ་བརྩིགས་པ་ནས་བཟུང་སྟེ་བལྟས་ཚེ་སོ་སོ་གྱི་ལུས་སེམས་གཉིས་ཀ་བལྟས་ཚེ་ལྷོད་ལྷོད་ཆགས་ཡ་གཏན་བདེ་ཕན་གཞན་དག་ང་ཚོ་གཅིག་བསྟན་བཅོས་གཞན་དག་ཅིག་ཀློག་པ་དང་འདི་ཚོ་ཀློག་པ་ཉིད་བྱས་པ་ཡིན་ན་སོ་སོ་འདི་ཚོ་ཀློག་པ་ཡིན་ན་ད་ངོ་ནས་དྲངས་ནས་ད་སོ་སོ་གྱི་གཅིག་དོན་དག་མ་གོ་བ་ཡིན་ན་ཆགས་སྡང་རྨོངས་སེམས་མ་སྐྱེས་བར་དུ་སོ་སོ་གྱི་སེམས་ལྷོད་ལྷོད་ཆགས་ཡ་གཏན་བདེ་ཡོང་དགོས་པ་རེད། ད་དེ་མ་ཡིན་པའི་ཅིག། བསྟན་བཅོས་ཞང་དང་ཞང་དང་ཅིག། དེ་ནི་རྒྱལ་ཁབ་ཀྱི་ལོ་རྒྱུས་འགྲོ་བ་དང་ད་དེ་ལ་སོགས་པ་དེ་འདྲའི་ལོག་ལྟ། འོ་ཡ་ད་ཡིན་ན་དེ་ནང་ལ་དེ་འདྲའི་ཚང་མ་ང་རང་ཚོའི་དཔེ་ཁྱོད་ནི་སྤྱི་བཏང་གི་བྱས་ནས་སེམས་ཀྱི་འཁྲིག་ནས་ཁ་ཉིན་དགོས་མ་རེད་དེ་འགོ་ལས་ཁོ་གི་རྣོན་པོས་རྒྱག་དགོས་རེད་དེ། དཔེ་ད་ང་ཚོ། འདི་ནི་རེ་བ་མེད་ཤིག་ཆེན་པོ་འབར་བ་དང་འགལ་ལ་རྟེན་ལ་ནུབ་བརྒྱ་བ་ཡིན་ན་རྟེན་ལ་ཡ་ཤིག་ཆེན་པོ་འབར་བའི་དབུ་དོ། དབུ་རྟེན་ནང་བཞིན་འགྲོ་བའི་ཆ་འགྲོ་དོ། འོ། འདི་ཚོ་ལ་གཅིག་སོ་སོ་གི་ངོ་ནས་དྲངས་ནས་གཅིག་གོམས་འདྲིས་བརྟེན་ནས་བལྟས་ཚེ་ལོག་པ་ཡིན་ན། ད་གར་སའི་གཉིས་མེད་ཀྱི་དོན་དག་མ་གོ་བ་ཡིན་ན་སོ་སོ་གི་སེམས་བསྐྱེད་ལ་ཡང་དེ་འདྲིས་ཀྱི་ཆགས་སྡང་རྨོངས་སུ་སྣོན་སྤེལ་རྒྱག་དགོས་མ་རེད་ད། དེ་ཁོ་ལ་ཁོ་མགོ་རྩིག་པ་ནས་བཟུང་སྟེ་སོ་སོ་གི་སེམས་ལ་ཞིབ་བལྟས་ཞིག་རག་གི་རེད། ད་ནང་བཞིན་གྱི་སྒོམ་འགྲོ་བརྒྱ་བ་ཡིན་ན་སོ་སོ་སྒོམ་གཅིག་ཡིར་ཡིན་ཚེ་རིང་པོ་དེ་རང་རིང་ཐུང་ལ་མ་ལྟོས་པའི་ཅིག་བརྒྱབ་པ་ཡིན་ན། སོ་སོ་ད་ག་རང་སེམས་དུ་བཞི་བདེ་གནས་ཐུབ་ཡོད་འོ་དེ་འདྲ་ཡོང་གི་ཡོད་རེད། དེ་ཡིན་ནའི་གང་ལ་ཡང། ཆོས་ཟེར་བ་དེ་འཇིག་རྟེན་ཕྱི་མ་རྐྱང་རྐྱང་གི་དོན་དག་མ་རེད། ཧུམ། ཚེ་འདི་ད་ག་རང་ལ་ཡིན་ན་ཡང། ག་རེ་རེད་ཟེར་དུས་ང་ཚོ་སོ་སོ་ལ་བདེ་སྐྱིད་ཡོང་མ་བཅིངས་མཁན་དེ་ག་རེ་རེད། གཙོ་བོ་གཙོ་བོ་དེ་རང་རང་སོ་སོ་གི་བསམ་བློ་བཏང་ཆོག་གི་ཐོག་ནས། བདེ་སྐྱིད་ཚང་མ་དུ་མས་བུ་བཟོ་ཡོང་དགོས་ཏེ། རེ་བ་ཡ། སྤྱོད་འཇུག་ཆེན་མོ་རྣམས་ལ། ཨ་ནི། སྡུག་བསྔལ་འདོར་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་རྒྱུགས། བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་ལྟར་འཇོམས། དེ་འཇོམས་མཁན་དུ་ཁྱོད་ལོག་ནི་ཡོག་མ་རེད་སོ་སོས་སོ་སོ་གི་བསམ་བློ་བཏང་ཆོག་གི་ཐོག་ནས་སོ་སོ་གི་བདེ་བ་ཚང་མ་མས་བུ་བཟོ་བྱ་དགོས་རེད། སྡུག་བསྔལ་ཚང་མ་དུ་མི་འདོད་བཞིན་དུ་ངང་གིས་སླེབས་པའི་སྔོན་དུ་སོ་སོས་བསམ་བློ་བཏང་ཆོག་གི་ཐོག་ནས་ཡོང་དགོས་རེད། དེ་ནི་གང་ལ་སྔར་སོར་བདེ་སྐྱིད་གང་དགོས་ཡག་གི་བདེ་སྐྱིད་དེ་ལ་ཡང་ལུས་ཚོར་ལ་བརྟེན་པའི་བདེ་སྐྱིད་སེམས་ཚོར་ལ་བརྟེན་པའི་བདེ་སྐྱིད་གཉིས་དེ་སྒྲུབ་ཡག་གི་ཐབས་ལམ་འདི་ལ་ཡིན་ན་ཡང་ཆུ་ལོག་གི་དཔལ་འབྱོར་ལ་སོགས་པ་དང་སྒོར་མོ་ལ་སོགས་པ་ལ་བརྟེན་ནས་ཡོང་ཐབས་གཅིག་འདི་འདྲིས་ལ་བརྟེན་ནས་ནི་བསམ་བློ་བཏང་ཕྱོགས་ལ་འགྱུར་བ་བཏང་བའི་ཐོག་ནས་བདེ་སྐྱིད་ཡོང་ཐབས་གཅིག་བདེ་སྐྱིད་ཡོང་ཐབས་ལ་གཉིས་ཡོང་དགོས། འོ་དེ། ཚེ་འདི་ལ་ཡིན་ན་རེ། འོ་དེ། འོ་དེ་འདྲའི་ཅིག་ཡིན་སོང་ས་སྔར་ཚོ་གཞུང་ཆེན་པོ་འདི་འདྲི་ལ་ཡ་དེ་ནི་ངེས་པར་དུ་སོ་སོ་གི་དེ་ནི་གོམས་འདྲི་བསྟེན་དགོས་ཡ་དང་འདི་འདྲི་ལ་ཡ་དེ་ནི་སློབ་སྦྱོང་བྱེད་དགོས་ད་དངོས་གནས་དྲང་གནས་ཀྱི་ཧ་ཅང་གི་ཨ་ནེ་འགའ་ཆགས་བསྡད་ཡོད་རེད། ཨུམ། ཁྱད་པར་དུ་ཡང། སྔར་ཚོ། དཔེར་ན། ད་ལྟའི་གནས་སྐབས་ལ་སྔར་ཚོ་བོད་པ་ཟེར་དེ་གང་ལ་ཡང་འཛམ་བུ་གླིང་ལ་ཡང་བོད་པ་ཟེར་དེ་གང་ལ་ཡང་ཅིག་གསུམ་པོ་འགྲོ་བོ་ཅིག་སྤྱི་བཏང་གི་ཆེད་ནས་རྒྱ་མི་གི་བཙན་འོག་ཏུ་པའི་ངོ་ནས་དྲངས་ནས་ཁོ་ཚོ་གི་པའི་བོད་པ་ཟེར་ཡག་དང་པའི་རྩ་མེད་བཏང་ཡག་གི་འཆར་གཞི་གྲ་སྒྲིག་ཚང་མ་དེ་ཡོད་རེད་ཡིན་ན་ཡང་ད་ལྟའི་གནས་སྐབས་ལ་དེ་འདྲའི་ཁོ་རང་ཚོ་གི་བསམ་དོན་ནང་བཞིན་དུ་འགྲུབ་མ་ཐུབ་པ་ད་ལྟའི་གནས་སྐབས་ལ་འཛམ་བུ་གླིང་ལ་ཡང་བོད་པ་ཟེར་ཡག་ཅིག་ཅིག་གསུམ་པོ་འགྲོ་བོ་ཅིག་གནས་གནས་ཐུབ་ཡག་དུ། གཙོ་བོ་ག་རེ་བཀའ་དྲིན་རེད་འདུག། དེ་ངེས་པར་དུ་ང་ཚོས་ཚོར་དགོས་འདུག་གཙོ་བོ་ག་རེ་ག་རེ་བཀའ་དྲིན་རེད་འདུག་ཟེར་ན་ལན་སྤྲད་ནས་བགྱིས་པའི་བོད་ཀྱི་སྐད་དང་ཡི་གེ་ཀྱི་ཐོག་ལ་ཡོད་པའི་རྣམ་པ་སངས་རྒྱས་པའི་ཆོས་ཟེར་བ་འདི་གི་ཐོག་ནས་འདི་གི་བཀའ་དྲིན་བསྐྱངས་འདུག་ང་ཚོ་ཆོལ་ཁ་ཡོངས་རྫོགས་བོ་ལྡོག་བྲིས་པོ་དང་དད་ལྡན་ནས་སྐབས་ལ་དེ་དྲིས་ཅིག་ཅིག་བོད་པ་ཟེར་དེ་ཐང་ཆེན་པོ་ཅིག་ཆགས་ཡ་འདི་ཚོ་ཚང་མ་གཙོ་བོ་དེ། རྣམ་པ་སངས་རྒྱས་པའི་ཆོས་དེའི་བཀའ་དྲིན་ལ་བརྟེན་ནས་ཡོང་གི་རེད། ད་འདས་ནས་སྐབས་ལ་སྡེ་འདི་གཅིག་ཡོད་པ་དང་སྔར་ཚོ་གཅིག་བཙན་འོག་ལ་ཡོད་པ་དང་བཙན་བྱོལ་ལ་ཡོད་པ་དེ་ཚོ་ཚང་མ་དེ་གཅིག་མགོ་སྐྱག་སྐྱག་འདྲ་བོ་གྱིས་ནས་ཟེར་སྐོར་རོ། ད་བོད་ཀྱི་ལས་གཙོ་ཡིན་ན་པད་དེ་ཁ་རྒྱ་མིག་ཕག་ཚིལ་དུམ་བུ་བཞག་ནས་ལྷོད་རྩེ་གཏམ་རྩེ་ལྷོད་རྩེ་དེ་འདྲས་བཟོ་དགོས་ཡ་ད་ག་རེ་ག་རེ་བྱས་ནས་འོང་ང་ཚོ་གཅིག་དམག་དང་ཆོས་ལོག་ན་ཡོད་ནས་དམག་དང་དཔལ་འབྱོར་དང་དེ་འདྲས་སྟོབས་ཤུགས་ཆེ་དྲགས་ནས་མ་རེད། ངར་ཚོགས་བླ་མ་ཡིད་བཞིན་ནོར་བུ་པའི་སྐུ་གསུང་ཐུགས་དེ་རྣམས་ཀྱང་གསུང་གི་མཛད་པ་དེ་པའི་སྔོན་དུ་དྲངས་ཏེ་པའི་རྒྱས་དྲངས་ནས། དེ་ལ་བརྟེན་ནས་སྐུ་སྔོན་དུ་དྲངས་ནས་འདམ་ཚོན་གོ་ཆ་མ་བཟུང་བར་རང་ཉིད་གཅིག་པུས་བྱས་པའི་མ་ལུས་ཕམ་ཟེར་བ་ཡིད་ཀྱི་ཆོས་ལས་གཞན་པ་སུ་ཡིན་ནུས་ཟེར་བ་དེ་འདྲི་ཅིག། ཕྱག་རྡོར་བླ་མ་ཡིད་བཞིན་ནོར་བུ་ཁོང་རིག། ཕྱི་དཀྱིལ་གྱི་མི་ཞིག་གིས་གཏམ་བཤད་བྱེད་ས་ཞིག་ཡར་མོ་ཆེ་གདན་འདྲེན་བཞིན་དེ་རྣམས་ལ་གཏམ་བཤད་བྱེད་ས་ཞིག། ཕྱི་དཀྱིལ་གྱི་མི་མཁས་པ་ཞིག་གིས་གསུང་དུ་བ་དེ་ནི། རྒྱ་མི་ལའོ་དམག་གི་སྟོབས་ཤུགས་ཡོད་རེད་ཟེར་དཔལ་འབྱོར་གྱི་སྟོབས་ཤུགས་ཡོད་རེད་ཟེར་མིག་གི་སྟོབས་ཤུགས་ཡོད་རེད་ཟེར། ཁྱེད་རང་རྒྱ་གར་རིན་པོ་ཆེ་ཁྱེད་རང་མི་གཅིག་རེད་ཟེར། ཡིན་ན་ཁྱེད་རང་མི་གཅིག་ཁྱེད་རང་ལ་དེ་འདྲའི་འདམ་ཚོ་ཡོད་མ་རེད་ཟེར། སྐད་གོ་རྒྱུ་ཡོད་མ་རེད་ཡིན་ན་ཁྱེད་རང་མི་གཅིག་ལ་རྒྱ་མི་དེ་འདྲའི་སྟོབས་ཆེན་པོ་འདི་བཞེངས་གི་ཡོད་རེད་ཟེར། དེ་དེ་འདྲའི་ཅིག་ཁོང་དེ་འདྲའི་ནུས་པ་ཆེན་པོ་ཆགས་ཡ་དེ་ག་རེ་ག་རེ་ལ་བརྟེན་ནས་བྱུང་བ་རེད། བྱས་ཙང་རྣམ་པ་སངས་རྒྱས་པའི་ཆོས་ལ་བརྟེན་ནས་བྱུང་བ་རེད་མ་གཏོགས་ཅིག་དཔལ་འབྱོར་དེ་འདྲའི་བས་ཆེ་དྲགས་ནས་མ་རེད། ཆབ་སྲིད་མཁས་དྲགས་ནས་ཡོང་དགོས་བ་མ་རེད། པའི་རྣམ་པ་སངས་རྒྱས་པའི་ཆོས་འདས་པའི་སྔོན་དུ་དྲངས་ནས་པའི་བློ་སྦྱོང་དང་ཉམས་ལེན་གཞུང་ཆེན་པོ་ལ་བློ་སྦྱོང་དང་ཉམས་ལེན་དུ་ཡོད་པའི་རྒྱུ་མཚན་གྱི་རེ་མ་ཏོག་ཡང་སྔར་ཚོ་དེ་རིང་སང་ཉིན་སྔར་ཚོ་མི་མང་དཀྱིལ་མ་དངོས་འཛིན་བྱེད་པ་ནང་བཞིན་ཅིག་འདོད་པ་འདོད་ཡ་འདྲ་བོ་ཅིག་དང་རྔ་སྦུག་ཅིག་དེ་འདྲའི་འདྲ་བོ་ཅིག་འདྲ་མི་འདྲ་ཅིག་ཆོ་ག་འདྲ་བོ་ཅིག་དང་ཡ་འདྲ་བོ་དེ་ཙམ་མ་གཏོགས་ང་ཚོའི་རྣམ་པ་སངས་རྒྱས་པའི་ཆོས་དང་པོ་ལ་བསྟར་ཐུབ་མེད་པ་ཡིན་ན། ད་འདི་ནི་ཀུན་ལ་ཡར་མོ་ཆེ་དེ་ནང་བཞིན་གྱི་མཛེས་འཕྲིན་གྱི་ཐུགས་དམར། ད་ཁོང་རྣམ་པ་ཡང་དེ་ནང་བཞིན་འགྲོ་བོ་ཅིག་ཅིག་ཆོ་ག་དང་ཡང་འགྲོ་བོ་རེད་ཅིག་སྔགས་ཟ་ཡང་འགྲོ་བོ་རེད་དེ་ཙམ་གྱིས་ནི། དེ་འདྲའི་ཅིག་ཆགས་སོང་པ་ཡིན་ན། ཁོང་དེ་འདྲའི་ཅིག་མཛངས་འཕྲིན་གྱི་ཐུགས་དམར་ཁོང་དེ་འདྲའི་ཅིག་མཛངས་འཕྲིན་གྱི་མ་ཐུབ་པ་ཡིན་ན། ད་འདི་ནི་ཀུན་ལ་བོད་པ་ཟེར་ཏེ། འཛམ་བུ་གླིང་འདི་གང་ལས་དེ་འདྲའི་ཅིག་ནི་ཐུགས་ཡོད་མ་རེད། བྱས་ཙང་དེ་ཡིན་དེ་གང་ལས་ང་རོ་ཚོའི་ཕ་མེས་ཡང་མེས་ནི། དོན་དག་ག་རེ་རེད་ཟེར་ཏེ། ཆུ་བཞི་འཛམ་བུ་ནས་སུ་གང་གིས་བདག་པོ་རྒྱག་མ་ཐུབ་པ་ཅིག་སྔར་ཚོ་མི་རབས་བོད་པ་འདི་གིས་དེ་ནས་དེ་འདྲའི་ཆུ་བདག་པོ་རྒྱབ་ཐུབ་ཡ་ད་ད་སྔོན་མའི་དྲ་ནས་ད་ལྟའི་གནས་སྐབས་ལ་ད་དེ་རིགས་སང་ཉིན་འཛམ་བུ་ནས་ཕྱོགས་ག་ས་ག་བ་ནས་བལྟ་བ་ཡིན་ན་དཔལ་འབྱོར་གྱི་ཆ་ནས་ཡར་ཐོན་ག་རེ་གི་ཕྱོགས་པ་ཡིན་ན་ཡར་ཐོན་དེ་འདྲའི་ག་ཚོད་ཟིག་སླེབས་ཡོད་པ་ཡིན་ན་ཡང

སྔ་མ་མི་རབས་སྔ་མ་སྔ་མ་སྔ་མ་ནས་ང་རོ་ཚོས་ཆབ་སྲིད་ཀྱི་ཐོག་ལ་ཧ་ཅང་གི་དོ་སྣང་ཆེན་པོ་དཔེ་ཞེ་བོ་ཅིག་བྱེད། ཆུ་ཁྱོད་ནི་དཔེ་ང་རོ་ཚོ་དིར་སང་ཉི་ཁ་ཞིག་ཁ་ཞིག་རིག་སོར་བ་ཡིན་ཟེར་ཉི་ཁ་ཞིག་ཆུ་ཟེར་ཡ་དེ་ང་ཚོ་སྤོབས་པ་ཅིག་ཅིག་ཅིག་པའི་རྩལ་མེད་དྭངས་ཤང་རྒྱལ་དར་ཅིག་ཅིག་ང་ཚོ་སྤོབས་པ་ཁྲག་ལོ་དྭངས་ཤང་དེ་འདྲའི་མང་པོ་སྐད་ཆ་བཤད་ཉེན་ཡོད་རེད། དེ་བསམ་བློ་བཏང་ན་མི་འགྲིག་གི་མ་རེད་ལ་འོ་མ་རེད་དེ་ནི་ཁོ་བསམ་བློ་བཏང་ཆོག་ཅིག་རེད་ཡིན་ན་དེ་རྐྱང་པ་བྱས་ནས་འགྲོ་བ་ཡིན་ན། ཆོས་ཟེར་ཡ་དེ་ཙམ་གྱིས་ང་ཚོ་བདག་པོ་རྒྱག་མ་ཐུབ་ནས་དེ་འདྲའི་འགྲོ་བ་ཅིག་ཅིག་ཆབ་སྲིད་ཀྱི་ཐོག་ལ་ཞི་རྒོལ་ཅིག་བྱེད་པ་ཡང་ང་ཚོ་རྒྱལ་ཁབ་ལོག་སར་གནས་ཐུབ་པའི་དབང་དུ་བཏང་པ་ཡིན་ན་ད་ལྟའི་གནས་སྐབས་ལ་ང་ཚོ་དཔལ་འབྱོར་གྱི་ཆ་ནས་ག་རེ་གི་ཆ་ནས་ན་ག་ཚོད་ཟིག་ལ་ཚད་ག་ཚོད་ཅིག་ལ་སླེབས་ཐུབ་ཡོད་རེད། ད་ལྟ་ནང་བཞིན་ང་ཚོ་བོད་པ་ཟེར་དེ་འཛམ་བུ་གླིང་ལ་ཡང་དེ་འདྲའི་ཅིག་གི་ཅིག་བོད་པ་ཟེར་དེ་གང་ལ་བོད་པའི་གཟི་བརྗིད་དུ་ཁྱབ་ཐུབ་ཐུབ་ཡོད་རེད་ཐུབ་ཡོད་མ་རེད་དེ་ཚོས་ཚང་མ་ལ་བསམ་བློ་བཏང་འོང་དང། ཡ་ད་དེ་ཚོ་འཁྲུག་འཁྲུག་བཤད་འགྲོ་བོ་རེད་དེ་འདི་གང་ལ་ཡང་ཡང།

ཨོ་དེ་ནི་གང་ལགས་གནས་སྟངས་འདི་ཚོ་ཡག་པོ་ཉན་དགོས་པ་རེད། ཡག་པོ་ལྟ་དགོས་པ་རེད། དེ་ཡང་སོ་སོ་ལ་ཅིག། ད་ཡང་དབང་ཚད་དང་དེ་འདྲའི་ཆ་ཚང་ཅིག་བྱ་བྱང་བ་ལྟབ་ལྟབ་མ་ཡིན་པ་དེ་འདྲ་ཡིན་པ་ན་ཨ་མཆོག་གཉིས་ཀ་གི་ཕྱོགས་ཚང་མ་ལ་ཉན། མི་གཉིས་ཀ་གི་ཕྱོགས་ཚང་མ་ལ་ལྟ་རྣམ་འགྱུར་གྱི་ཤེས་རབ་ཡོད་པ་ཡིན་ན་ཕྱོགས་ཚང་མ་ལ་བསམ་བློ་བཏང། འོ་དེ་འདྲ་བྱས་པ་ཡིན་ན་ངོ་ནས་དྲང་ནས་འདི་ང་རོ་ཚོ་མི་རིགས་ཀྱི་པའི་ངོ་ནས་དྲང་ནས་ཅིག་ད་ལྟ་ཅིག།

ཡིན་ན་ཅུ་ཁས་ལེན་གི་མེད་ཅུ་ཁས་མ་ལེན་ན་འགྲིག་གི་རེད་ཁྱེད་རང་ཁས་མ་ལེན་དེ་ནི་དེ་ནི་ཅི་ཁྱེད་རང་གི་མི་རབས་དེ་ལ་དེ་འདྲའི་དེ་འདྲའི་དེ་འདྲའི་ཅི་མ་འོངས་པ་ཁྱེད་རང་གི་དེ་ནི་ཨོ་དེ་ནི་སྤུ་བོ་སྤུ་བོ་དེ་འདྲའི་གི་གཅིག་བྱས་ན་ཡར་ལོ་རྒྱུས་ཞིབ་འཇུག་པ་དེ་འདྲའི་སླེབས་སྲིད་གི་རེད་དེ་སླེབས་གི་ཁར་ལ་ཨ་ལས་ང་ཚོ་གི་སྤོ་པོ་དེ་དེ་དེའི་སྐབས་ལ་བྱུང་མི་འདུག་ཨ། མི་རིགས་དེ་ལ་ཡང་འདི་འདྲའི་གི་རྩ་ཆེ་བའི་ནོར་བུ་དེ་འདྲའི་ཅི་ཡོད་པ་དེ་བདག་པོ་རྒྱབ་ཐུབ་མི་འདུག་ཨ། ཧ་ཅང་གི་སྡིག་སྐྱག་རེད་ཨ་ཟེར་ཨ་གི་འོ་དེ་འདྲི་ཅིག་སོ་སོ་གི་ལུས་དཀར་བཟའ་ཅིག་འོ་དེ་འདྲི་གི་ཅིག་ཨ་དཀར་བཟའ་ད་མི་རབས་ཕྱི་མ་ཕྱི་མ་དེ་ཚོ་ལ་དེ་འདྲི་བག་ཆགས་ངན་པ་འཇོག་ཡག་གི་འོ་དེ་འདྲི་བྱེད་པ་ཡིན་ན་ཡང་ཧ་ཅང་གི་སྡིག་སྐྱག་རེད་བ་འོ་དེ་མི་ཤི་ན་གཏམ་མི་ཤི་ཟེར་ཡག་ཅིག་ང་ཚོ་བོད་པ་ལ་གཏམ་དཔེ་དེ་འདྲི་ཡོད་རེད།

ཨོ་ཨོ་དེ་འདི་འདྲི་བྱེད་ཡིན་སོང་ལ་ད་དེ་ཚོ་ངའི་འཕྲུལ་རྟོག་འགྲོ་བོ་བྱས་ནས་དེ་ད་ང་རོ་ཚོ་འདི་འདྲི་ལ་བལྟ་དགོ་བ་རྣམ་པ་ཚོ་ཡིན་པ་ནི་འདི་ཅོག་ཙེ་གང་ལ་འདི་འདྲི་སྟེ་མཐུག་པོ་ཅིག་འདི་འདྲི་བཏོན་ཡོང་པའི་སྐབས་ལ་ཧ་ཧ་ད་དེ་འདྲི་ཆེན་པོ་ཞིག་ད་ད་ག་ནས་ཐུག་དགོ་ནི་བསམ་པའི་ང་ཚོ་དེ་འདྲི་སེམས་ཤིག་ཆགས་ཀྱི་འདུག་ཁ་ཞིག་དེབ་ཁོ་རང་ལ་བལྟ་ནས་དེབ་དེ་ཀློག་ནས་ཅིག་མ་མ་བལྟ་བ་དེ་ནི་པོ་དེབ་མཐུག་ལོ་ལ་ཨ་ཧ་དེ་འདྲི་ཟེར་ནས་དཔེ་ལམ་ས་ཧང་སང་སང་འགྲོ་བོ་བཞི་པོ་བྱས་ཉིན་འདུག། འོ་དེ་འདྲ་བྱེད་དགོས་ཡོད་མ་རེད། ཁོ་སྐབས་ཐོག་སྐབས་ཐོག་གི་སོ་སོ་གི་སློབ་སྦྱོང་བྱེད་ས་ག་རེ་ཡིན་པ་ཉམས་ལེན་བྱེད་ས་ག་རེ་ཡིན་པ་དེ་དཔེར་ན་ལམ་རོང་ཆེན་མོ་དང་འདི་འདྲའི་གཞོང་ཆེན་པོ་ཅིག་རེད་ད་དེའི་ནང་ནས་ང་ཚོ་ཀློག་ཡག་ཏུ་ཕྱོགས་ལས་ཁ་ཞིག་རེད་དེ། འོ་དེ་འདྲ་བྱེད་རེད། འོ་དེ་འདྲས་དེ་འདྲ་བྱེད་ནས་དོ་དོ་སྣང་བྱེད་དགོས་ཡག་ཏུ་ཕེབས་ཀི་ཆེན་པོ་ད་རྒྱུ་མཚན་དང་སྒུག་པ་ཅིག་མི་རིགས་ལ་འདི་འདི་བདག་པོ་རྒྱབ་ནས་ང་ཚོ་གི་མི་རིགས་ལ་ག་རེ་ཕན་གི་འདུག་ཚེ་འདི་ལ་ག་རེ་ཕན་གི་འདུག་ཚེ་ཕྱི་མ་ལ་ག་རེ་ཕན་གི་འདུག་འོ་དེ་ཚོ་ཚང་མ་ང་ཚོ་བསམ་བློ་བཏང་དགོས་གི་འདུག་ཨ།

ཀྲེང་ཧྭ་ཧྲང་ཧོ་མཐོ་རིས་ཆེ་ཡོད་མ་རེད། ང་ཚོ། ད་ནང་ཆོས་ནི་དེ་འདྲའི་ཁྱབ་བསྒྲགས་འདྲ་བོ་དང་དེ་འདྲའི་ཁ་ཁུ་བྱུག་བྱེད་འོས་མ་རེད་མ་གཏོགས། ཁོ་འདི་གི་ནང་ལོགས་ལ་ཨ་ལས་ཟླ་བའི་གྲོང་ཁྱེར་དག་ཕག་བྱེད་བྱེད་ཞོག་དང་ཁམས་གསུམ་ག་བ་ཡིན་ན་སོ་སོ་འགྲོ་ཡ་དེ་འདི་འདི་ནང་ནས་ཁོ་བཟོ་གྲྭ་འདིའི་ནང་ནས་ཐོན་ཡ་ཡོད་རེད་དེ། ཟླ་བའི་གྲོང་ཁྱེར་དག་ཕག་བཞག་ཞོག། དཔེར་ན་གཟུགས་ཁམས་དང་གཟུགས་མེད་ཁམས་ཟེར་ཡ་དེ་ལ་འགྲོ་ཡ། ཁོ་ཚན་རིག་པས་བཟོ་ཐུབ་གི་མེད་པ་དེ། འདི་གཞུང་ཆེན་པོ་འདི་ཚོའི་ནང་ལོགས་ལ་དེ་འདྲའི་དེ་འདྲའི་དེ་འདྲའི་ག་བ་འགྲོ་གི་ཡོད་འདུག་སོ་སོ་དེའི་ནང་ནས་ངོ་ནས་དྲངས་ནས་ཡག་པོ་ཅིག་ལེན་ཤེས་པ་ཡིན་ན། སྦྱང་ཐུབ་པ་ཡིན་ན་ག་བ་ཡིན་ན། སྐྱེ་བ་ཕྱི་མ་ལ་ཡིན་ན་སོ་སོའི་མི་ལ་སྐྱེ་དགོས་ན་འདི་ཚོའི་ནང་ནས་སོ་སོའི་མི་སྐྱེ་ཡག་གི་ཅིག། དཔེར་ན་ཕར་ཞོག་བཟོ་གྲྭ་བཟོ་གྲྭ་འདིའི་ནང་ལོགས་ལ་ཆ་ཚང་ཐབས་ལམ་ཆ་ཚང་འདི་ཡོད་དེ་ད། བྱས་མ་བྱས་ཟེར་ན་སོ་སོའི་ལག་པ་རེད་བ། ཨང། ད་ཚེ་འདི་ལ་ཡང་སོ་སོའི་བདེ་སྐྱིད་དགོས་དགོས་ཡོད་པ་ནི་བདེ་སྐྱིད་འགྲོ་ཡག་གི་ཐབས་ལམ་དེ་ཡང་འདི་ནང་ལ་ཡོད་འདི་ནས་ཡོང་གི་ཡོད་རེད། ང་ཚོ་ཆུ་ཁའི་ལས་གཉེར་ཅིག་ད་ཆུ་ཁའི་མི་ལས་གཉེར་ཅིག་ཡིན་པ་ཡིན་ན་ད་དེ་རིང་སངས་ནང་སངས་རྒྱས་ཆོས་འདྲ་འདི་དང་སངས་རྒྱས་ཆོས་འདྲ་འདི་གི་རྗེས་འཇུག་གི་བསྟན་འཛིན་གི་སྐྱེས་ཆེན་དམ་པ་ད་ང་རོ་ཚོ་པས་དེ་ནི་རིས་སུ་མ་ཆད་པའི་བསྟན་འགྲོའི་སྐྱེས་ཆེན་དམ་པ་ཚོ་གསུང་གི་ནང་ལོགས་ནས་ཚུད་ད་དེ་རིང་སངས་རྒྱ་བ་སྟོན་རྒྱུ་བདག་པོ་ཁོང་རིགས་ཀྱི་ངོ་ནས་དྲངས་ནས་པའི་མཛད་པ་ཆེན་པོ་ངོ་ནས་དྲངས་འཛམ་བུའི་གླིང་གི་ངོ་ནས་ཤིང་རྟར་གསོན་བྱེད་ཆེན་པོ། སྔོན་ནས་ཆགས་ཏེ། ད་ཁོང་གི་ཁར་དེའི་ནང་ནས་ཚོས་ལྟོས། གཅིག་ནང་ཆོས་ནས་བཤད་པའི་ཟེར་ན་འགྲིག་འདུག་དེ་ནས་ཚན་རིག་གི་སྡེ་ཚན་གཅིག་ལྟ་གྲུབ་ཀྱི་སྡེ་ཚན་གཅིག་ནང་ཆོས་ཟེར་ནས་སྡེ་ཚན་གསུམ་ཕྱེ་ནས། ད་དེ་ནང་ཆོས་ཟེར་ཡ་དེ་ཁོ་ནང་པ་རང་གིས་ཁོ་ཉམས་ལེན་བྱེད་དགོས་ཡ་ཅིག་དང་སློབ་སྦྱོང་བྱེད་དགོས་ཡ་ཅིག་རེད། ད་དེའི་ནང་ནས་དེར་ལྟ་གྲུབ་དང་ཚན་རིག་དེ། ཆོས་ཁས་ལེན་མི་ལེན་འཛམ་བུ་གླིང་སུ་འདྲ་ཅིག་ད་མི་སུ་འདྲ་ཅིག་གིས་དེ་ལ་སོ་སོས་སློབ་སྦྱོང་བྱེད་ཉམས་ལེན་བྱེད་ན། ཚེ་ཕྱི་མ་བཀའ་རྒྱ་ཤེས་དགོས་བ་མ་རེད། ཚེ་མི་ཚེ་འདི་གི་ནང་ལོགས་ལ། སོ་སོ་ལ་དེ་ནས་བདེ་སྐྱིད་ཡོང་ཡ་དང་སོ་སོ་ག་རེ་ཡིན་ན་དེ་ནས་ཕན་ཐོགས་ཡོང་གི་རེད་ཟེར་བཀའ་དེ་ཡིན་ན་ད་དེ། དངོས་ཡོད་གནས་སྟངས་ཆགས་བསྡད་བོར་བ་ད་དེར་སང་ཉིན། སེམས་ཀྱི་འཁྲུལ་ནས་འཕྲོད་བསྟེན་ལ་གནོད་གི་ཡོད་པ་དང་འོ་དེ་དེ་ཚོ་ཚང་མ་དེ་ད། ཁོ་ཚན་རིག་དང་སྨན་པ་དང་ཚང་མ་གི་དེ་ནས་བཤད་བསྡད་བོར་བ། ད་དེ་ལ་དེ་ལ་སྨན་དུ་དགའ་བ་ནི་རག་ཡོད་རེད་ཟེར་དུས་སེམས་ཅན་སེམས་སེམས་ཀྱི་སྨན་དུ་དགའ་བ་ནི་རག་ཡོད་རེད་ཟེར་དུས་ལྗོངས་ཆེན་པོ་ནི་རག་ཡོད་རེད་མ་གཏོགས་གཞན་ཡོད་མ་རེད་དེ། ཚོང་ཁང་ཆེན་པོ་ནི་ནི་རག་ཡོད་མ་རེད་ཚན་རིག་པས་ནི་བཟོ་ཐུབ་མ་རེད་ད་ད་ལོ་དེ་ནགས་ཚལ་གྱི་སྨན་དུ་བཟོ་ཡ་ལ་ག་ཚོད་དེ་ནི་འགོར་གྱི་འདུག་དེ། དེ་ཡང་འདིའི་ལུས་པོ་གི་ན་ཚ་གང་ཡང་རུང་བ་ཅིག་སྨན་ཅིག་བཟོ་བ་ལ་དེ་ནས་ཅིག་འགོ་རུ་ཡོད་རུང་བ། ད་སེམས་ཀྱི་ན་ཚ་གི་སྨན་ཅིག་བཟོ་དགོས་དགོས་ན་བཟོ་ཐུབ་དགོས་མ་རེད། ད་ད་ཁ་བ་ནི་རག་ཚིག་དེ་རེད། འོ་དེ་ནི་གང་ལ་སྐྱོན་གཅིག་ནང་ལ་ཡོད་ཡ་དེ་རེད། མཐའ་མར་ནད་ཀྱིས་འཇིགས་ན་ཡང་སྨན་པའི་ངག་བཞིན་བྱ་དགོས་ན། ང་ཚོ་མགོ་ན་ཚ་འགྲོ་གྲོགས་ན་ཚ་འགྲོ་ཅིག་ན་བ་ཡིན་ན་སྨན་པ་ག་རེ་ལ་བ་ཡོད་དེ་ཁྱེད་རང་སྨན་པའི་ཁ་ལ་ཉན་དགོས་འདུག། དེ་འདྲ་ཡིན་པ་ཡིན་ན་སེམས་ཀྱི་ན་ཚ་འདོད་ཆགས་ལ་སོགས་ཉིས་བརྒྱ་ཡི་སྣད་ཀྱིས་བརྟགས་སྟབས་སྨོས་ཅི་དགོས་ཟེར། ཁྱེད་རང་གི་སེམས་བསྐྱེད་ལ་ཡོད་པའི་དེ་སེམས་ཀྱི་ན་ཚ་འདོད་ཆགས་ལ་སོགས་པ་ཞེ་སྡང་ལ་སོགས་པ་སྟེ་བཅུ་ཐུབ་བྱེད་པ་ལ། ད་དངོས་གནས་དྲང་ནི་བས་ཅིག་སྟེ་བཅུ་ཐུབ་སྟོན་པའི་ཐབས་ལམ་ཕྱིན་ཅི་མ་ལོག་པ་སྟོན་པའི་སངས་རྒྱས་དང་སོ་སོ་ག་དགེ་བའི་བཤེས་གཉེན་ལ་སོགས་པ་དུ་ཞང་ཆེན་པོ་ལ་གསུངས་པ་ནང་བཞིན་དུ་སོ་སོ་ཉན་དགོས་ད་དགོས་ཟེར། འོ་ན་ད་སེམས་ཀྱི་ན་ཚ་དེ་ག་རེ་བྱེད་ཀྱི་རེད་ལ་དེ་གཅིག་གིས་ཀྱང་ཐབས་མཛངས་གླིང་ན་གནས་པའི་མིའི་ཀུན་བརླག་བྱས་ན། གཅིག་དེ་གཅིག་གིས་ཟེར་དེ་གང་ལ་ཁོང་ཁྲོ་ལྟ་བུ་གཅིག་གིས་འཛམ་བུ་གླིང་གི་མི་ཚང་མ་གི་བདེ་སྐྱིད་མེད་པ་བཟོ་ཐུབ་ཀྱི་ཡོད་རེད། རེད་བ་ཡ། དཔེར་ན་མི་གཅིག་མིའི་སྡིག་སྐྱག་དེ་འདྲི་གཅིག་གི་རྒྱུད་ལ་ཁོང་ཁྲོ་དཔལ་ཤུགས་ཆེན་པོ་ཅིག་གོ། མངོན་དུ་གྱུར་བ་ཡིན་ན་དེའི་མིག་གི་ཁོང་ཁྲོ་གི་ཀུན་ནས་བསླངས་ནས་དཔལ་མི་དཔལ་ཁྱོད་ནི་ས་ཡ་མང་པོ་གི་བདེ་སྐྱིད་འཕྲོག་བརླག་བཏང་ཐུབ་ཡ་དེ་འདྲིའི་ནུས་པ་དེ་ང་ཚོ་གི་རྒྱུད་ཀྱི་ཁོང་ཁྲོ་དེ་ལ་ང་ཚོ་གི་རྒྱུད་ཀྱི་ཁོང་ཁྲོ་དང་ང་ཚོ་གི་རྒྱུད་ཀྱི་ཉོན་མོངས་ཟེར་ཡ་དེ་ད་ག་ཚད་རྡུལ་ཕྲན་མཚོན་ཆ་ནང་ནས་རྡུལ་ཕྲན་མཚོན་ཆ་ལས་སླ་བོ་ཅིག་མ་རེད། ང་ཚོ་དེ་རིང་སང་ཉིན་དུས་གྲོན་མཚོན་ཆ་འདྲ་མི་འདྲ་བཟོ་གི་འདུག་དེ་དཔེ་ཞེ་ནག་ཚན་པོ་རེད་རེད་དེ་ཚོ་དཔེ་ཡིག་ཡོང་བ་ཡིན་ན་བཟང་པོ་ལས་སྔོན་ནས་དྲངས་ནས་འཕྲོ་བརླག་བཏང་ཡང་དེ་དེ་འདྲའི་ཡོང་གི་ཡོད་རེད། ང་ཚོའི་རྒྱུད་ཀྱི་འདི་གི་དུས་གྲོན་མཚོན་ཆ་དེ་དག་ཧ་ཅང་གི་དཔེ་སྐྱོན་རེད། འཛམ་གླིང་ཤེས་ཡོན་ཕྲག་བརྒྱ་མེད་པ་བཟོ་འཕྲོ་བརླག་བཏང་ཟེར་ནས་བདེ་སྐྱིད་ཚང་མ་མེད་པ་བཟོ་ཐུབ་ངེས་ཏེ་ཨོ་དེ་ནས་ནང་གི་དེ་ནས་འབུམ་དུ་རེད་དེ་ད་ཨོ་དེ་ནི་གང་ལགས། དེ་མེད་པར་གསོ་བ་གི་ཐབས་ལམ་དུ་ད་ག་བ་ཡོད་རེད་ཟེར་དེ་གང་ལགས་བྱས་ཙང། དེ་གཅིག་གིས་ཀྱང་འཛམ་གླིང་ན་གནས་པའི་མི་ཀུན་བརླག་བྱས་ན། དེ་ལ་ཕན་པའི་རྨེན་གཞི་ནི་ཕྱོགས་རྣམས་ཀུན་ནས་མི་རྙེད་ན། འོ་ན་ད་དེ་འགྲིག་གི་བྱས་ན་ཚ་བོ་ཞིག་དང་དེ་འགྲིག་གི་དཔེ་སེམས་ཀྱི་ན་ཚ་དང་དེ་འགྲིག་བྱས་ན་ཚ་བོ་ཞིག་དེ་ལ་རྨེན་དུ་ག་བ་ནི་རག་གི་རེད་ལབ་བ་ནི། ཆུ་ཀློང་ནི་རག་གི་མ་རེད་ལབ་ཕྱོགས་ག་བ་འགྲོ་བ་ཡིན་ན་རག་གི་མ་རེད། ཚན་རིག་པ་ལག་རྩལ་དཀའ་ཚོད་མཐོན་པོ་ཚོང་ཁང་དཀའ་ཚོད་སྟོབས་ཆེན་པོ་སྨན་ཁང་དཀའ་ཚོད་དཔེ་སྟོན་སྟོབས་ཆེན་པོ་བཅས་ཡིན་པ་ཡིན། དེ་ལ་ཕན་པའི་སྨན་འདི་རག་གི་མ་རེད། འོ་ན་ད་དེ་དེ་ལ་ཕན་པའི་སྨན་འདི་སུ་ལ་ཡོད་རེད་དེ་སུས་བཟོས་ཤིག་ཡོད་རེད་སྨན་པ་དེ་སུ་རེད་ལབ་ན། དེ་ལ་སྨན་པ་ཐམས་ཅད་མཁྱེན། ངོ། འོ་ནི་དེ་ལ་སྨོན་པ་ཐམས་ཅད་མཁྱེན། ད་དེའི་བག་རེ་དེ་འགྲོ་མ་སོང་བ་དེ། བག་ལྟར་མི་བྱེད་སེམས་པ་ནི། ཤིན་ཏུ་གཏི་མུག་སྨད་པའི་གནས་ཟེར་བ་གྱུར། ད་དེ་དེ་ལ། སྨན་ཆུ་སྐྱེས་ཤིང་ཉིད་དུ་སུ་རེད། ཟེར་དེ་གང་ལ་ཐམས་ཅད་མཁྱེན་པ་རེད་སངས་རྒྱས་རེད། སྨན་འདི་ཁོ་ལ་ཡོད་རེད། ཨང། ད་ལྟའི་ཁོ་གི་གསུངས་པ་ནང་བཞིན་གྱི་ང་ཚོ་ཁོ་གི་དུས་ནས་ང་ཚོ་ལ་སློབ་སྟོན་གང་གནང་བཞག་དང་དེ་ལ་བློ་སྦྱོང་བྱེད་ཉམས་ལེན་མ་བྱས་ན་ད་དེ་ལས་གླེན་པ་ད་དེ་ལས་ལྐུགས་པ་དེ་ལས་རྨོངས་པ་དང་ལྟ་དེ་ཡོད་མ་རེད་ཟེར་གསུངས་འོར་ཏེ། ཨང། འོ་ད་དེ་འདྲའི་ཅིག་ཡིན་གསུངས་ཙང་བྱས་ཙང། འོ་དེ་ཚོ་ཚང་མ་མེད་པ་བཟོ་ཐུབ་ཡ་དེ་གཞུང་ཆེན་པོ་འདི་ཚོའི་ནང་ལ་ཡོད་རེད་མ་གཏོགས་གཞན་དག་ལ་ཡོད་མ་རེད།

སོ་སོ་གཞན་གནས་དང་དེ་འདྲའི་སྒོམ་ནི་དེ་འདྲ་བྱེད་པ་ཡིན་ན་ནམ་ལ་འཕུར་ཐུབ་ཡང་ས་ལ་འཛུལ་ཐུབ་ཡ་ལ་སོགས་པ་དངོས་གཞི་འདྲ་མི་འདྲ་ཡོད་པ་ལ་སོགས་པ་ད་དེ་འདྲའི་འདྲ་མི་འདྲ་དེ་ནི་འདི་ནང་ལ་ཡང་ཁོ་རང་ཡོད་ཡ་ཁོ་སོ་སོ་རང་རང་སོ་སོ་གི་འདི་འོ་དེ་ནི་འདི་ནང་ལ་ཡང་བར་འཛིན་ནི་དེ་འདྲ་བྱེད་པ་ནི་འདིའི་ནང་ནས་ཁོ་ཅག་ལ་འདྲ་མི་འདྲ་ཐོན་ཡ་ཡོད་རེད་ད། ང་ཚོས་བཟོ་གྲྭ་དུ་མ་སོང་ན་བཟོ་གྲྭ་དཔེ་མི་སྲིད་སྙིང་གི་བཟོ་གྲྭ་དུ་འདིའི་བཟོ་གྲྭ་དུ་བཟོ་གྲྭ་སྤུས་དག་པོ་ཞིག་ད་ཡིན་བྱ་གླག་དུ་མ་སོང་ན་བྱ་གླག་དུ་སྤུས་དག་པོ་རྐྱང་རྐྱང་ཐོན་ཡོད་རེད་དེ། སེམས་གཞན་དག་ལ་ཕན་པ་འབའ་ཞིག་མ་ཐོན་དོན་དག་གཞན་དག་ལ་གནོད་པ་ཁྱོན་ནས་མ་སྐྱིད། སྐྱིད་གི་མ་རེད་འདི་ནང་ནས་བྱ་གླག་གང་ཐོན་པ་དེ་ག་བཟོ་གྲྭ་འདིའི་གི་ནང་ནང་ནས་བྱ་གླག་ག་ཚོད་དུ་ཐོན་པ་ཡིན་ན་དེ་གི་སེམས་ཅན་ལ་གནོད་པ་སྐྱིད་གི་མ་རེད་སེམས་ཅན་རང་རང་གི་སོ་སོ་ལ་གང་འདོད་པའི་བདེ་སྐྱིད་དུ་སྤྲད་ཐུབ་ཀྱི་ཡོད་རེད་ད་ནི། ད་ལྟའི་མ་ཡིན་པའི་ང་ཚོ་བཟོ་གྲྭ་འདྲ་མི་འདྲ་དེ་འདྲའི་ཕྱི་ལོག་གི་བཟོ་གྲྭ་འདྲ་མི་འདྲ་ཚན་རིག་པའི་བཟོ་པའི་བཟོ་གྲྭ་འདྲ་མི་འདྲ་དེ་སོགས་ད་ག་རེ་བྱེད་ཀྱི་འདུག་དེ་དེ་ང་ཚོ་ཤེས་དགོས་མ་རེད་བ། ད་ཕྱོགས་གཅིག་ནས་དངོས་ནས་དྲང་ནས་ཕན་ཐོགས་ཡོད་པ་དེ་ད་ང་ཚོས་ངོ་སོ་ལ་ཉོས་ན་དེ་ལེན་པ་རེད་བ། ཕྱོགས་གཅིག་ནས་ཕན་ཐོགས་ཧ་ཅང་གི་དཔེར་ན་ད་ལྟ་འདི་དྲ་དྲ་རྒྱ་ཚ་འདི་ཚོ་ཧ་ཅང་གི་ཕན་ཐོགས་ཆེན་པོ་རེད་དེ་ཚོ་ཕན་ཐོགས་ཆེན་པོ་མ་རེད་ལ་འོ་མ་རེད་ཡང་དེ་དང་མཉམ་དུ།

གང་ཡོད་པ་འདིའི་ནང་ལོགས་ལ་བཟོ་གྲྭ་འདིའི་ནང་ལོགས་གང་ཡོད་པ་དེ་རང་གྲོང་སོ་སོ་གི་དེ་བེད་སྤྱོད་ཡག་པོ་ཞིག་བཏང་ཐུབ་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་ཡང་དེ་ལས་དེ་ནས་ཡོང་གི་ཡོད་རེད། རང་སྐྱིད་པ་རོགས་སྐྱིད་པ་རང་བཞིན་ཚང་མ་སྐྱིད་པ་ཚང་མ་དེ་འདི་ལས་དེ་ནས་ཡོང་གི་ཡོད་སོང་བྱས་ཙང་ང་ཚོ་འདི་ལ་ཡང་བློ་སྦྱོང་བྱེད་དགོས་པ་ཚེ་འདི་ལ་ལྟོས་ན་འཇིག་རྟེན་ཕྱི་མ་ལ་ལྟོས་ན་འོ་ང་ཚོ་མི་རིགས་ལ་ལྟོས་ན་ད་གར་ལ་བཏུས་པ་ཡིན་ན་ཡང་ངར་ཚོས་འདིའི་བདག་པོ་ཡག་པོ་ཞིག་རྒྱབ་ཐོ་འདི་ཡག་པོ་ཅིག་བྱས་ཐུབ་པ་ཡིན་ན། དེ་ལ་བརྟེན་ནས་ངར་ཚོ་ལ་ཚེ་འདི་དང་ཕྱི་མ་ཚང་མ་གི་ཁེབས་བཟང་དུ་ཐོབ་ཡོང་གི་ཡོད་རེད། འོ་དེ་འདྲའི་ཅིག་ཡིན་སོང་ཙང་ངར་ཚོ་ངེས་པར་དུ་འདི་ཅིག་སྟོར་སྣང་མ་བྱེད་ཡ་དང་འདི་ལས་ཅིག་སྣང་མེད་འགྲོ་བ་ཅིག་སྐྱེ་བར་འགྲོ་ལ་སོགས་པ་འདི་འདྲ་བྱེད་པ་ཡིན་ན་ཧ་ཅང་གི་ཕངས་པོ་རེད། ཧོ། དེ་ཡང་རིན་པོ་ཆེ་གི་པར་རིས་པར་རིས་གསུང་གི་འདུག་ཡ། ཁྱེད་རང་ཚོས་འདི་ལ་སློབ་སྦྱོང་ཡག་པོ་བྱས་ཏེ་ཁྱེད་རང་ཚོ་གི་སྐད་ཡིག་འདྲ་མི་འདྲ་ནི་ཡོད་རེད། ད་ཁྱེད་རང་ཚོས་དེ་ནི་དཔེ་གཅིག་མ་འོངས་པ་ན་དེ་ནི་ཁྱེད་རང་ཚོ་ལ་གོ་སྐབས་མང་པོ་རག་གི་རེད། དེ་རིང་སང་ཉིན་ཆོས་ལུགས་དང་མ་འབྲེལ་ཡང་བླ་མ་རིན་པོ་ཆེ་ཁོང་རིགས་ཀྱི་དེ་ནི་ཆོས་ལུགས་དང་མ་འབྲེལ་བའི་བྱམས་བརྩེ། ཨ་ནི་མི་རིགས་ལ་བྱམས་བརྩེ་གི་ཕུང། ད་ལྟ་ལྟ་འདི་ནི་ཁ་ལ་འཛམ་བུ་གླིང་འདི་འདྲའི་གི་གཞས་སྣ་ཚ་བོ་ཅིག་ཆགས་ཏེ་མི་རིགས་དུ་བྱམས་བརྩེ་གི་ཕུང་པ་དེ་ལ་བརྟེན་ནས་ཡོང་གི་ཡོད་རེད། ད་ལྟ་གྱམ་སྲས་དེ་ཡར་རྒྱས་བཏང་དགོས་ང་ཚོ་ཆོས་ལུགས་ཅིག་ཤི་བཤགས་བྱེད་པའི་ཐོག་ནས་སྤེལ་དགོས་དགོས་པ་ནི་ཆོས་ཁས་མི་ལེན་པ་དེ་ཚོ་ལ་ཁྱབ་ཀྱི་ཡོད་མ་རེད་དེ་ནི་གང་ལ་ངེས་པར་དུ་ཆོས་དང་མ་འབྲེལ་བའི་ཐོག་ནས་གྱམ་སྲས་གོང་འཕེལ་བཏང་ཐབས་བྱེད་དགོས་འདུག་དེ་བྱེད་པ་ལ་གྱམ་སྲས་དེ་ནས་འགྲེལ་བཤད་རྒྱབ་འོང་དེ་གང་ལ་དེ་གོང་མཐོར་བཏང་བ་ལ་འགྲེལ་བཤད་རྒྱབ་དགོས་རེད་དེ་འགྲེལ་བཤད་རྒྱབ་སྟངས་དང་དེ་གོང་འཕེལ་བཏང་སྟངས་ཀྱི་ཐབས་ལམ་དེ་ད་བོད་ཀྱི་སྐད་དང་ཡིག་གེ་ནང་ལ་ཡོད་པ་དེ་ཡག་ཤོས་ཆགས་བསྡད་ཡོད་རེད། འོ་ད་ཡག་ཤོས་ཆགས་བསྡད་ཡོད་སོང་ད་ཁྱེད་རང་ཚོ་དེ་ནས་སྒོར་མོ་དོན་དང་གཉེར་ཉེ་ཏིན་འགྲིག་ཡིན་པ་ཡིན་ན་མ་འོངས་པ་དེ་ནས་ཕོགས་ཆེན་པོ་ཐོབ་ཡག་གི་ཏིན་འགྲིག་གི་ལས་ཀ་རག་གི་རེད། ཏིན་འགྲིག་མང་པོ་སོང་ཚར་བ། འོ་ད་དེ་འདྲ་ཡིན་དུས་གང་ལ་ང་རོ་ཚོ་ངོ་ནི་དྲང་ནས་ཅིག་དེ་ངེད་རྣམས་ཀྱིས་ནི་ཞུ་བསྡད་གི་ཡོད། ང་ཚོ་རྒྱ་བ་རིན་པོ་ཆེ་ཚེ་འདི་ཕྱི་གཉིས་ཀ་གི་སྐྱབས་ནི་ངོ་ནི་དྲང་ནས་ཅིག་ཁས་ལེན་གི་ཡོད་པ་ཡིན་ན་ད་ཁོ་གི་གསུང་དེ་དགའ་བཞིན་འགྲུབ་པའི་མཆོད་པའི་ཉིན་པར་བྱས་ཙང་དཀའ་ཚེགས་བཞིན་དུ་སྒྲུབ་དགོས་ཡ་ཏུ་གི་ཆེན་པོ་ཡིན་སོང་ཙང་ད་ངས་དེ་སྔོན་ལ་ཡ་ཅིག་འཕྲུལ་རྟོག་མང་པོ་ཅིག་ཤེས་དགོས་ཡ་ཏུ། འོ་ད་འདི་འདི་ཚོ་ལ་ཅིག་བློ་སྦྱོང་བྱས་ནས་དགུ་པ་དང་རྒྱུ་མཚན་འདྲ་བོ་ག་རེ་ག་རེ་ཡོད་པ་ཡིན་ན། འོ་འདི་འདི། ཅིག། བསམ་བློ་བཏང་ཉིན་ཡོད་པ་ཡིན་ན་དེ་ཡིན། ཡ་ད་དེ་འདྲའི་འགྲོ་བ་ཡིན། ད་དེའི་འོག་ཏུ་ལ་འདི་རྒ་བ་མཐོང་ཞིང་ན་སྐྱིད་སྡུག་དངོས་དང་སེམས་དང་བྲལ་བའི་ཤི་བ་མཐོང་ནས་ནི། བསྟན་པའི་བཙོན་རར་འདྲ་བའི་ཁྱིམ་སྤངས་ཀྱིས་འཇིག་རྟེན་ཕར་བུད་དུ་ནི་འདོད་སྤངས་ནུས་རེ་སྐན། འོ་ད་དེ་རེ་ད།

འདི་ནི་རབ་བྱུང། རབ་ཏུ་བྱུང་བ་རེད། འོ་དེ་འདྲའི་ཅིག་ད་ག་ཚད་ཀྱི་ཅིག་དེ་ཚོ་ལ་ཡང་སྐྱོན་མ་ལྟ་བ་བྱས་ནས་འཇིག་རྟེན་བར་པ་དེ་ཚོ་གི་དེ་འདྲའི་སྤང་ཐུག་གི་རེད་བས་སམ་རྩ་བ་ཉིད་ནས་སྤང་ཐུག་གི་མ་རེད། འོ་དེ་སོང། ད་དེ་ཚོ་སྤང་མི་ཐུབ་བ་དང་གཙོ་བོ་དེ་ག་རེ་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་དེ་གང་ལ་བྱས་ཙང་གཙོ་བོ་དེ་ག་རེ་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་དེ་དང་དེ་ལ་ཡང་ཆགས་ཞེན་བཟློག་མ་ཐུབ་པ་ཡིན་སོང་ཙང་དེ་སྤང་ཐུབ་གི་ཡོད་མ་རེད་དེ་རེད་ད། ཡང་དག་མདོར་ན་སྐྱེས་བུ་ཡི་དོན་སྒྲུབ་པའི་དུས་ནི། དར་བའི་རྟེན་ཁྱད་པར་ཅན་ཐོབ་པའི་དུས་འདི་ཁོ་ན་ཡིན་ལ། ད་ཁྱེད་རང་ཚོ་དེ་ལྟ་མི། ད་ནི་ལས་བྱེད་ཁོ་ཚོ་གི་དེ་ནི་དེ་ལ་ཁྱེད་རང་ཚོ་ལྟ་ཆོག་ཆོག་བྱས་ནས་དེ་ལ་ཡི་གེ་དང་ཚང་མ་ཡོང་གི་རེད། འོ་དེ་ནི་ལམ་རིམ་ད་ང་ཚོ་དེ་ཁྱབ་བསྒྲགས་དེ་ནང་ལ་བཞག་ཡོད་རེད་ད་འདི་བྱང་ཆེན་ལགས་རང་ཆེན་མོ་ད་ཡི་གེ་འདི་དེབ་འདི་པད་འབུལ་བོ་འདུག་རྣམ་པ་ཚོ་དེ་འོ་དེ་འདི་དོར་སྣང་བྱས་ན། དེ་འདི་ད་འདི་དེབ་འདི་རིགས་དེ་ཡིན་པ་ཡིན་ན་ནི་བརྒྱ་དང་ཉི་ཤུ། འོ་དེ་ནི་ཀློག་གི་ཡོད། མདོར་ན་སྐྱེས་བུ་ཡི་དོན་བསྒྲུབ་པའི་དུས་ནི། ད་ལྟ་གི་ང་ཚོ་གི་མི་ལུས་ཅིག་ཐོབ་ནས་མི་ཚེ་དོན་དང་ལྡན་པ་ཞིག་དང་སོ་སོ་གི་དོན་དག་དངོས་གནས་དུ་བསྒྲུབ་པ་གི་དུས་ཚོད་དུ་ག་དུས་རེད་ལབ་པ་ཡིན་ན་དར་བའི་སྟེང་ཁྱད་པར་ཅན་ཐོབ་པའི་དུས་འདི་ཁོ་ན་ཡིན་ལ། དར་བ་རྒྱུ་དང་འབྱོར་པ་རྒྱུ་ཚང་བའི་ལུས་སྟེང་ཕྱི་ནང་གི་མཐུན་རྐྱེན་ཆ་ཚང་དུ་ཚང་བའི་གནས་སྐབས་ད་རེས་ཀྱི་ལུས་སྟེང་འདི་གི་ཐོག་ནས་བསྒྲུབ་ཐུབ་ཀྱི་རེད་དེ་གི་སྐབས་འདི་ལ་བསྒྲུབ་དགོས་ཀྱི་ཡོད་རེད། རེ་བ་ཡང་དར་བའི་རྟེན་ཐོབ་རྒྱལ་བའི་བསྟན་དང་མཚན་དང་ཞི་དང་ཆུ་མཐུན་གྲོགས་ཀྱིས་བསྐྱངས། མཐུ་རྐྱེན་རྟེན་འབྲེལ་འཛོམས་པ་འདི་འདྲ་བ་ཡང་ཡང་རྙེད་པར་དཀའ་ལ་དོན་ཆེ་བས་ཆུ་བཞུར་སྤངས་ཏེ་སྙིང་པོ་ལོངས་ཤིག་ཨང། འོ་ད་གུང་ཐང་རིན་པོ་ཆེ་དེ་ནས་གསུང་གི་འདུག་ཨ་དེ་འོ་དེ་འདྲའི་ཅིག་གི་ལུས་རྟེན་ཅིག་ཐོབ་ཡོད་སོང་ཙང་དེའི་སྐབས་དེ་ལ་དོན་དག་རང་བཞིན་ཚང་མ་གི་དོན་དང་ཚེ་འདི་ཕྱི་ཚང་མ་གི་དོན་དག་སྒྲུབ་ཡག་གི་དེའི་སྐབས་དེ་དེའི་སྐབས་ལ་དེ་དོན་མེད་ཆུ་ཟོས་སུ་དེ་ནི་གཏང་རྒྱུ་ཡོད་མ་རེད་གསུང་གོ། འོ་སྐོར་ཟེར་ན་ང་ཚོ་ཟེར་གོ། འོ་སྐོར་ཟེར་ན། ཕར་ཆེར་ང་འགྲོ་རུ་བསྡད་ཅིང་བདེ་འགྲོ་ཅུང་ཟད་རེ་འོངས་ཀྱང། ད་ང་ཚོ་བས་སྐྱེ་བ་ཐོག་མ་མེད་པ་རེད། ཐོག་མ་མེད་ནས་པ་ནི་ད་ལྟ་བར་དུ་གར་བྱེད་དེ་རེད་ལབ་ཡིན། མང་ཆེ་བ་ད་ང་ཚོ་ང་སོང་ང་འགྲོ་ཉལ་བ་ཡོད་ད་དུད་འགྲོ་ལ་སོགས་པ་ལ་དེ་འདྲའི་སྐྱེ་བ་རྐྱང་རྐྱང་ལེན་ནས་བསྡད་བསྡད་འགྱོ་རེད། ད་པར་རིག་པར་ཡང་བདེ་འགྲོ་ལྷ་དང་མི་ལ་བལྟས་ཚེ་བལྟས་ཚེ་སྐྱེ་གི་ཡོད་རེད།

གར་སིང་གཉིས་མེད་ཀྱི་མ་འོངས་པ་དེ་ནི་རྗེ་བཙུན་བྱམས་པ་གྱི་བསྟན་པ་ལ་གཅིག་མཇལ་ནས་རྗེ་བཙུན་བྱམས་པ་གཅིག་མཇལ་བ་ཡིན་ན། གཅིག་བྱས་ན་རྗེ་བཙུན་བྱམས་པ་གྱི་བཀའ་བཀྱོན་རག་ཡ་གི་ཉེན་ཀ་རེད་ཁྱེད་རང་སྔ་མ་གོ་སྐབས་དེ་འདྲི་ཡག་པོ་ཅིག་དེ་འཕྲོ་བརླག་བཏང་སོང་ཟེར་ནས་བཀའ་བཀྱོན་རག་ཡ་གི་ཉེན་ཀ་ཡོད་རེད་ཟེར། ད་འདི་གི་ངོ་ནས་དྲངས་ནས་བདག་ཅག་གི་སྟོན་པ་བཀའ་དྲིན་ཅན་འདི་གི་དེ་ནི་བསྟན་པ་ལ་མཇལ་ཡོད་པའི་སྐབས་དེ་ལ་སོ་སོ་གང་ཡོང་ཅི་ཡོང་གི་ཐོག་ནས་དེ་ལ་ཡང་སློབ་སྦྱོང་དང་ཉམས་ལེན་བྱེད་དོ་སྣང་བྱས་གདའ་ཟེར། མ་འོངས་པར་རྗེ་བཙུན་བྱམས་པ་མགོན་པོ་བསྟན་པ་མཇལ་བ་ལ་ཐེ་ཚོམ་ཡང་ཡོད་མ་རེད་ལ་དེ་མཇལ་བའི་སྐབས་ལ་ཡང་དངོས་གནས་དྲངས་ནས་རྗེ་བཙུན་བྱམས་པ་མགོན་པོ་དཔལ་དངོས་གནས་དྲངས་ནས་ཧ་ཅང་གི་ཐུགས་དགྱེས་ཚོར་ཆེན་པོ་གནང་ནས་ཁྱོད་རང་གི་དེ་འདྲའི་དཔེ་གང་ཡང་བྱུང་བྱས་སོང་འགྲིག་ག་དཔེ་ཁྱོད་རང་དེ་འདྲའི་གསུང་གི་རེད། དེ་འདྲའི་གསུང་སོང་ཡང། ང་ཚོ་དེ་འདྲི་གི་ཅིག་དཔེ་མ་འོངས་པ་ཅིག་ཅིག་སྐྱེ་བ་རྗེས་མ་ལ་ང་ལུས་རྟེན་ཡག་པོ་ཅིག་ཐོབ་པར་ཤོག་ཆུ་དང་མཇལ་བར་ཤོག་ཅིག་ཅིག་ཅིག་ཅིག་སྨན་བ་ཀོ་ཀོ་སྐྱེ་བར་ཤོག་དངོས་གནས་རེད་ད་དེ་ཅི་ད་ང་བྱས་ནས་སྨོན་ལམ་ད་དངོས་གནས་དྲངས་ང་ཚོ་རྒྱབ་དགོས་ཀྱི་ཡོད་རེད་སྨོན་ལམ་ཟེར་ཡག་དམ་ཐུབ་བཙན་པོ་རེད་ད་ཡིན་ན་ཡང།

མོ་དེ་རེད་ད། མི་ཁོམ་པའི་གནས་སུ་ཤི་ཆེ་བས་དེ་དག་ཏུ་ཆུ་སྒྲིབ་པའི་སྐབས་མི་རྙེད་ལ། ཁྱད་རྩ་གར་སེང་ཉི་མའི་བདེ་འགྲོ་ལས་སྐྱེས་པ་ཡིན་ན་ཡང་མི་ཁོམ་པ་རྐྱང་རྐྱང་གི་སོ་སོའི་བྱ་བ་ཕར་པ་རྐྱང་རྐྱང་གི་ཐོག་ལ་དུས་ཚོད་དུ་བཏང། འོ་དེ་འདྲའི་འགྲོ་བ་ཅིག་ནི་ཆུ་སྒྲིབ་པའི་སྐལ་བ་དུ་རྙེད་གི་མ་རེད། སྒྲུབ་པའི་ཆོག་པའི་རྟེན་རེ་ཞིག་ཐོབ་པ་ན་ཡང། ད་ཆུ་སྒྲིབ་གཡག་གི་དེ་ནས་ཅིག་ལུས་རྟེན་འགྲོ་བོ་དེ་འདྲའི་ཐོབ་པ་དཔེར་ན་འོ་དེ་འདྲའི་ཅིག་དཔེར་ན་སྔར་ཚོ་རབ་བྱུང་ཕོ་མོ་འགྲོ་བོ་དེ་འདྲ་ཡིན་པ་ཡིན་ན་ད་ཅིག་ཁོ་སྒྲིབ་པའི་གོ་སྐབས་ཤིག་ཆེན་པོ་རེད་བ། ངོ། ཐོབ་པ་ཡིན་ན་ཡང་ཆུ་ཚུད་རིམ་བཞིན་དུ་མི་འགྲུབ་པ་ནི་ད་དང་མི་འཆོས་སྙམ་པ་འདི་ལ་ཐུག་འདུག་པས་ན། བྱས་ཙང་ཨ་ནི་ངར་ཚོ་གཅིག་ཨ་ནི་མང་ཆེ་བ་ཅིག་ནི་ད་ལྟ་གི་བྱ་བ་འཕར་པ་ལ་དེ་ནས་མགོ་འཁོར་ནས་ཆུ་སྒྲིལ་པའི་གོ་སྐབས་དེ་རག་གི་ཡོད་མ་རེད། ད་ཆུ་སྒྲིབ་པའི་སྐོར་སྐབས་རགས་དེ་ཉིད་དེ་འདྲའི་ཡིན་པ་ཡིན་ན་ཡང་ཨ་ནི་ཆུ་ནར་མ་ཆུ་ཡང་དག་པ་ཅིག་སྒྲུབ་གི་ཡོད་མ་རེད། དེ་ཚོ་ཚང་མ་ཐིག་ས་གི་རྩ་བ་སྡོང་པོ་དེ་ག་རེ་ལ་ཐིག་གི་ཡོད་རེད། ད་རོ་ད་ང་ཤི་གི་མ་རེད་ད་རོ་ཤི་གི་མ་རེད་ད་ལྟ་ཡང་ཤི་གི་མ་རེད་ད་ལྟ་ཡང་ཤི་གི་མ་རེད་བསམ་མི་འཆི་བའི་ཕྱོགས་སུ་ཤུགས་ཆེན་པོ་འཛིན་འཛིན་པ་དེ་གི་ཐོག་ནས་ཡོང་གི་ཡོད་རེད་དོན་དག་འཆི་བ་མི་རྟག་པ་ལ་གོ་བ་མ་ཆགས་པས་ལན་པ་རེད་གསུངས་གི་རེད། ལུས་འཆི་བའི་ཕྱོགས་འཛིན་པ་ནི། མ་རེད། ལུས་མི་འཆི་བའི་ཕྱོགས་འཛིན་པ་ནི་རྒུད་པ་ཀུན་གྱི་སྒོ་དང། བྱས་ཙང། སོ་སོ་གི་བསམ་བློ་བཏང་ཆོག་དེ་ད་ལྟ་ད་ཞིག་གི་མ་རེད་ད་ལྟ་ད་ཞིག་གི་མ་རེད་བསམ་པའི། མི་ཞིག་གི་མ་རེད་ཞིག་གི་མ་རེད་བསམ་པའི་མི་འཆི་བའི་ཕྱོགས་སོ་སོ་གི་བསམ་བློ་ཞིག་ཆེན་པོ་བཏང་ཡ་དེ། ད་རྒུད་པ་ཐམས་ཅད་ཀྱི་སྒོ་རེད་ཟེར་དེ་ག་ལ་བར་སྡུག་བསྔལ་དང་དཀའ་ངལ་དང་རྙོག་དྲ་དང། འོ་དེ་འདྲའི་ཚང་མ་གི་སྒོ་ནང་བཞིན་དུ་རེད། སྒོ་ཟེར་ན་དེ་ང་ཚོ་ཁང་པའི་སྒོ། འོ་དེ་ཁང་པའི་སྒོ་ནི་འདྲ་མི་འདྲ་མི་འདྲ་མི་འདྲ་ལེའུ་མགུར་བ། འོ་དེ་ནང་བཞིན་སྡུག་བསྔལ་དང་དཀའ་ངལ་ཚང་མ་ཡོང་ས་གི་སྒོ་ནང་བཞིན་དུ་རེད། དེའི་གི་གཉེན་པོ་དེ་ལ་ག་རེ་གི་སྒོ་རེད་ཟེར་ན་འཆི་བ་དྲན་པ་ནི་ཕུན་སུམ་ཚོགས་པ་ཐམས་ཅད་ཀྱི་སྒོའོ། འོ་ད་དེའི་གི་གཉེན་པོ་དེ་ལ་ག་རེ་ཡོད་རེད་ཟེར་དུས་ཀྱང་འཆི་བ་དྲན་པ་དེ་རེད། འཆི་བ་ཡག་པོ་ཅིག་དྲན་ཐུབ་པ་ཡིན་ན། ད་དངོས་གནས་བྲང་ནི་ཕུན་སུམ་ཚོགས་པ་ཐམས་ཅད་ཚེ་འདི་དང་ཕྱི་མ་རང་བཞིན་ཚང་མ་གི་དོན་དབང་འགྲུབ་ཡག་གི་ད་སྒོ་ཕུན་སུམ་ཚོགས་པ་ཅིག་ཆགས་བསྡད་དགོས་རེད། ཡག་པོ་འདུག་དེའི་ཕྱིར་འདི་ལྟ་བུ་ལ་ཆུ་ཟབ་མོ་གཞན་བསྒོམ་རྒྱུ་མེད་པར་རྣམས་ཀྱི་ཉམས་ལེན་ནོ་སྙམ་པ་དང།

ཉམས་སུ་ལེན་བྱ་རེ་ཡིན་ན་ཡང། དང་པོར་ཅུང་ཟད་ཙམ་བསྒོམ་པར་བྱ་ཡིན། དང་པོ་དེ་ལ་མི་རྟག་པའི་སྐོར་དེ་ལ་བསམ་བློ་བཏང་སྟེ་ཉམས་ལེན་བྱེད་དེ་ནི་བྱེད་དགོས་པོ་རེད་མ་གཏོགས། ནི་དེ་ནི་པར་པར་དང་ཐ་མ་ལ་དེ་ནི་ཉམས་ལེན་བྱེད་དགོས་པོ་མ་རེད་བསམ་པ་འགྲོ་དེ་ནི་གི་བསམ་བློ་ཡོད་ན་ཡང་ལོག་རྟོག་འབའ་ཞིག་རེད་དེ་མ་རེད་གསུང་དགོས་རེད་དེ། དང་པོ་ཅུང་ཟད་ཙམ་བསྒོམ་པར་བྱ་ཡིས། རྒྱུན་པའི་ཉམས་ལེན་འདི་མུ་མཉམ་དུ་མི་བཟང་བར་འདི་ཐོག་མཐའ་བར་གསུམ་དུ་སྒོས་ལུགས་ལ་ངེས་པ་སྙིང་ཐག་པ་ནས་བསྐྱེད་དེ་བསྒོམ་པར་བྱའོ། མི་རྟག་པར་བསྒོམ་པ་དེ་ཐོག་མ་ཐ་མ་བར་ཐོག་མཐའ་བར་གསུམ་ཚང་མ་ལ་གེགས་ཆེན་པོ་རེ་མ་གཏོགས་ཐོག་མར་བསྒོམ་ཡ་རེ། པར་དང་ཐ་མ་ལ་སྒོམ་དགོས་ཡ་མ་རེད་ཟེར་ནས་དེ་མ་རེད་ད་གིན་ངའི་ལབ་ཡིན་པ། དང་པོ་ཆུ་ལ་འཇིགས་པའི་རྒྱུ་བྱེད་ཀྱི་རེད་པར་དུ་ཆུ་ལ་བསྐུར་བའི་རྐྱེན་བྱེད་ཀྱི་རེད་ཐ་མ། དེ་ནས་ཆུ་མཉམ་པ་ཉིད་རྟོགས་པའི་གྲོགས་བྱེད་ཀྱི་རེད་ཆུ་མཉམ་པ་ཉིད་རྟོགས་པའི་གྲོགས་བྱེད་ཀྱི་རེད་བདག་མེད་རྟོགས་པ་ལ་ཡང་མི་རྟག་པར་དུ་རྟོགས་སོང་པ་ཡིན་ན་བདག་མེད་རྟོགས་པ་ལ་ཧ་ཅང་གི་ཕན་ཐོགས་པོ་ཆགས་ཀྱི་རེད་དེ་ཕྱིར་མི་རྟག་ལས་སྡུག་མོ་སྡུག་མོ་ལས་ནི་བདག་མེད་སོང།

དང་གསུམ་པ་འཆི་བ་དྲན་པའི་བློ་ཇི་ལྟ་བུ་ཞིག་སྐྱེས་པ་ནས་བཟུང་དང། འཆི་བ་མི་རྟག་པ་དྲན་པའི་བློ་ག་འདྲི་ཞིག་སྐྱེ་དགོས་ཀྱི་རེད་ལབ་པ་ཡིན་ན། གཉེན་ལ་སོགས་པ་ལ་ཆགས་པ་བསྟན་པའི་དབང་གིས་དེ་དག་དང་བྲལ་གྱི་དོགས་ནས་སྐྲག་པ་སྐྱེ་བ་ན། ལམ་ལ་ཡེ་མ་སྦྱང་བའི་འཆི་བ་ལ་སྐྲག་ལུགས་ཡིན་པས་འདིར་དེ་སྐྱེས་པ་ནི་མིན་ནོ། དེ་ལྟ་བརྙན་རྩལ་དང་ང་ཚོ་སོ་སོ་དང་སོ་སོ་གི་ལུས་ལོངས་སྤྱོད་བརྙན་བརྙན་རྩལ་ལ་སོགས་པ་ལ་ང་ཚོ་ཧ་ཅང་གི་ཆགས་ཞེན་ཆེན་པོ་ཡོད་རེད། ད་ང་ཤི་སོང་ན་ཁོ་ཚོ་དང་ཁ་བྲལ་འདུག་འདུག་བསམ་པའི་ཞེད་སྣང་དང་སྐྲག་སྣང་འགྲོ་དེ་འདྲའི་སྐྱེ་ཡ། དེ་ལམ་ལ་ཁྱོད་ནི་སློབ་སྦྱོང་ཁྱོད་ནི་མ་བྱས་གཞུང་ཆེན་པོ་ལ་སློབ་སྦྱོང་ཁྱོད་ནི་མ་བྱས་པ་ཡིན་ན་ཡང་དེ་འདྲའི་སྐྲག་པ་སྐྲག་ལ། གར་དང་སྐྲག། སྐྲག་ཤིང་གི་ཡོད་རེད་དེ་འདྲའི་སྐྲག་གི་ཡོད་རེད་ཁོ་ཆགས་པའི་དབང་གིས་དེ་འདྲའི་སྐྲག་གི་འོ་རེད་དེ་གར་རེད་ཟེར་དེ་ག་ལ་འདའ་འདི་འདི་སྐབས་སུ་འཆི་བ་མི་རྟག་པ་དྲན་དྲན་པའི་བློ་སྒོམ་ཚར་དེ་རེད་བས་ཟེར་ན་དེ་རྩ་བ་ཉིད་ནས་མ་རེད་གསུང་དགོས་རེད། འོ་དེ་ལྟར། ལམ་ལ་ཡེ་མ་བསྐྱང་བའི་འཆི་བ་ལ་སྐྲག་ལུགས་ཡིན་པས། འོ་ལམ་ལ་སློབ་སྦྱོང་གཞུང་ཆེན་པོ་ལ་སློབ་སྦྱོང་ཁྱོད་ནི་བྱེད་མ་མྱོང་མཁན་ཚོའི་འཆི་བ་མི་རྟག་པ་ལ་སྐྲག་སྟངས་འདི་རེད། དེ་ལྟ་ན་འདིའི་སྐབས་སུ་སྐྱེ་བ་དང་རེ་བའི་ཚིག་ན་མ་རེད། འོ་ན་གང་ཡིན་སྙམ་ན་དེ་མ་ཡིན་ན་འོ་ན་འཆི་བ་ལ་ལོ་སྦྱང་ཟེར་བའི་ལོ་སྦྱང་སྟངས་དང་ག་འདྲ་རེད་ལབ། ལས་དང་ཉོན་མོངས་པའི་དབང་གིས་ལུས་བླངས་པ་ཐམས་ཅད་ངེས་པར་འཆི་བ་ལས་མ་འདས་པས། ལས་ཉོན་གྱི་དབང་གིས་སྐྱེ་བ་ག་ཚོད་ཟིག་བླངས་ཡོད་པ་ཡིན་ན་མཐའ་མ་དེ་ལ་འཆི་བ་ལས་མ་འདས་པ་རེད། ཁ་སང་ང་ཚོ་དང་པོ་ནས་ཞུས་ཡིན་པ། བསགས་པ་ཐམས་ཅད་ཟད་འགྲོ་གི་རེད། བླངས་བ་ཐམས་ཅད་འགྱེལ་འགྲོ་གི་རེད། ཨང། ཨོ་དེ་ནི་དཀར་གཙང། ཨ་ནི་འཕྲད་པ་ཐམས་ཅད་འབྲལ་འགྲོ་གི་རེད། ཨོ་དེ་ནི་སྐྱེ་བ་ཐམས་ཅད་ཤི་གི་རེད་ཟེར་བ་དེ་འོང་དེ། ཨོ་དེ་འདི་གང་ལས་ཁོ་ལས་ཉུང་གི་དབང་གིས་སྐྱེ་བ་བླངས་ཕྱིན་ཆད་ལ། ཐ་མ་ལ་ཆེ་བ་ལས་མ་འདས་པ་རེད། ཆེ་བ་ལས་ཐར་ས་ཡོད་མ་རེད་ལ་འོ། མ་འདས་པས། དེ་ལ་སྐྲག་པ་སྐྱེས་ཀྱང། དེ་ལ་སྐྲག་པ་སྐྱེས་ཀྱང་རེ་ཞིག་ལ་དགའ་མི་ནུས་མོ། ད་ཁོ་དེ་འདྲི་གི་ཅི་འདུག་ཁོ་འཆི་བ་ལས་མ་འདས་པ་རེད་དེ་ཡིན་དུས་གང་ལ་ད་ང་དཔེ་སྐྱེས་ཕྱིན་ཅི་ལ་འཆི་བ་རེད་ཟེར་དེ་ལ་ཡང་སྐྲག་པ་ཞིག་ཆེན་པོ་སྐྱེས་བསྡད་པ་ཡིན་ན་ཡང་དེ་འཆི་བ་དང་དཀའ་ཐུབ་པོ་རེད་བས་ཟེར་ན། ད་ལྟ་ཁ་ཐུག་དེ་འདྲའི་དཀའ་ཐུག་ཡ་ཡོད་མ་རེད་ལ། མི་ནུས་མོད། འོན་ཀྱང་འཇིག་རྟེན་གྱི། མ་རེད་འོན་ཀྱང་འཇིག་རྟེན་ཕྱི་མའི་དོན། ང་འགྲོ་ཡི་རྒྱུ་འགོག་པ་དང་ངོ་མཐོ་དང་ངེས་ལེགས་ཀྱི་རྒྱུ་མ་བསྒྲུབ་པར་འཆི་བ་ལ་འཇིགས་པར་བྱ་སྟེ། བྱས་ཙང་ད་འཆི་བ་མི་རྟག་པ་ལ་སྐྲག་པ་ཡིན་ན་འཆི་བ་མི་རྟག་པ་བར་སྒོམ་དེ་འདྲས་བྱས་པ་ཡིན་ན་ད་ག་རེ་བྱེད་དགོས་རེད་ཟེར་དུས་གང་ལ། འཇིག་རྟེན་འཆི་མེད་དོན་ལ་ཡང་ང་འགྲོ་སྐྱེ་བྱེད་ཀྱི་རྒྱུ་མི་དགེ་བ་དུ་སྤངས་འགོག་ཡོད་རེད་དེ་ལ་སྐྲག་ནས་སྐྲག། ང་འགྲོ་གི་སྡུག་བསྔལ་ལ་སོགས་པ་ལ་སྐྲག་ནས་དེ་གི་རྒྱུ་འགོག་ཐུབ་བྱེད་འགོག་ཡོད་རེད། ངོ་མཐོ། ཨ་ནི་ལྷ་དང་མིའི་གོང་བུ་ཐུབ་བྱེད་ཀྱི་ཚུལ་ཁྲིམས་སྲུང་བ་ལ་སོགས་པ་དེ་འདྲའི་དུས་སུ་རྒྱུ་སྒྲུབ་འགོག་ཡོད་རེད། ངེས་ལེགས་ཐར་པ་དང་ཐམས་ཅད་མཁྱེན་པ་ཐོབ་པའི་ཆེད་དུ་མི་རྟག་པ་དང་བདག་མེད་པ་ལ་སོགས་པ་བསྒོམ་དགོས་ཀྱི་ཡོད་རེད། དེ་གི་རྒྱུ་བསྒྲུབ་དགོས་ཀྱི་རེད། དེ་རྒྱུ་བསྒྲུབ་པ་ལ་ཡང་དེ་རྒྱུ་ཡོང་མ་བཅུག་བ་དེ་དག་གི་འོ་དེ་ནས་རྟགས་འཛིན་ལ་སོགས་པ་དེ་དུས་ཚོད་ཡིན་སོང་ཙང་འོ་དེ་འདྲི་གི་ཐོག་ནས་ལོ་སྦྱང་སྟངས་དང་དེ་འདྲི་གི་ཐོག་ནས་སྦྱང་དགོས་ཀྱི་ཡོད་རེད། འཆི་བ་ལ་འཇིགས་པར་བྱར་ཏེ་འོ་དེ་ད་ང་ཤི་སོང་པ་ཡིན་ན་ད་དེ་འདྲི་གཅིག་ལ་སྐྱེས་དེ་འདྲི་གཅིག་ལ་སྐྱེས་སོང་ན་ད་དངོས་ནས་སྐལ་པ་མང་པོ་ལ་སྡུག་བསྔལ་མྱོང་དགོས་ཡ་འོ་དེ་འདྲི་བྱ་གི་ད་དེ་རྒྱུ་དང་ངས་རྩ་བ་ཉིད་ནས་བསྒྲུབ་གི་མེད་བསམ་པ་འགྲོ་གི་འདུག་རྟགས་གཅིག་ལུས་རྟེན་བཟང་པོ་གཅིག་ཐོབ་པའི་ཐོག་ནས་དེ་རང་བཞིན་ཚང་མ་ལ་དོན་དག་སྒྲུབ་ཐུབ་ཉིན་གྱི་དུས་ནས་ལུས་རྟེན་ཕུན་སུམ་ཚོགས་པ་འགྲུབ་བྱེད་ཀྱི་ཐོབ་བྱེད་ཀྱི་རྒྱུ་གཅིག་ངས་བསགས་ཀྱི་ཡིན་བསམ་པ་འགྲོ་འོ་དེ་འདྲའི་གཅིག་བསམ་བློ་བཏང་དགོས་ཀྱི་རེད། དེ་ལ་ནི་དེའི་སྐྲག་པ་བསམ་ན་དེ་དག་སྒྲུབ་ཏུ་ཡོད་པའི་འཆི་ཁར་མི་སྐྲག་པར་གྱར་ཡོད་ལ་འོ་དེ་རེད་ད། ད་དེ་ཚོ་ལ་དང་པོ་ནས་སོ་སོ་གཅིག་བདུན་ངོར་དང་དེ་ཚོ་ཡག་པོ་གཅིག་བསམ་པའི་ཐོག་ནས་དེ་ཚོ་ལ་སྐྲག་པ་སྐྱེས་དེ་འདྲའི་བྱས་པ་ཡིན་ན་དེ་དག་གི་རྒྱུད་དུ་ཏག་ཏག་ཅིག་སྒྲུབ་ཀྱི་རེད། དེ་འདྲའི་རྒྱུད་དུ་ཏག་ཏག་ཅིག་སོ་སོར་བསྒྲུབས་ནས་སོ་སོར་རྒྱུད་དུ་ཡག་པོ་ཅིག་འགྲུབ་ཡོད་པ་ཡིན་ན་ད་འཆི་ཁ་ལ་སྐྲག་གི་མ་རེད། ཟེར། ད་འདི་འོག་ལ་ཡང་ཡོང་གི་རེད། ཨང་ནི། པའི་ངོགས་ནས་དྲངས་ནས་དོན་དམ་པའི་ཆོས་པར་ནར་མ་གྱིས་ཡིན་པ་ཡིན་ན་ད་འདིའི་གནས་སྐབས་ལ་འཆི་བ་ལ་སྐྲག་དགོས་གི་རེད། འཆི་ཁ་སླ་མོ་དེ་ལ་ཤི་གི་ལ་སྐྲག་གི་ཡོད་མ་རེད། ང་ཚོ་དེ་ལས་ལྡོག་པ་རེད། ད་འདིའི་གནས་སྐབས་ལ་འཆི་བ་ལ་སྐྲག་ཤིང་གི་ཡོད་མ་རེད། འཆི་ཁ་སླ་མོ་དེ་ལ་དེ་ནི་འཆི་བ་ལ་པའི་འཆི། འཆི་ཁ་སླ་མོ་དེ་ལ་སྐྲག་ནས་དེ་ནི་པའི་འདི་བྲང་ཁོག་ཏུ་ཚུད་ལ་སེན་མོ་དེ་པའི་འདི། རྒྱག་དགོས་རེད་ཟེར་འོ་དེ་འདྲ་སོང་འདུག་ད་ལྟའི་འོག་ལ་ཡོང་གི་རེད་དེ། འོ་དེ་འོ་དེ་འདྲ་གཅིག་མ་སོང་བ་ཅིག་སོ་སོ་དབང་པོ་གསར་བའི་སྐབས་ལ་ལུས་པོ། འཐག་པོ་ཡིན་པའི་སྐབས་ལ་ལོ་ཆུང་བའི་སྐབས་ལ། ང་ཚོ་ལས་ཀ་དོན་དག་ཆེན་པོ་དེ། སོ་སོ་ལུས་པོ་འཐག་པོ་སེམས་པ་འཐག་པོ་དབང་པོ་གསར་བའི་སྐབས་དེ་ལ་ལས་དོན་ཆེ་ཡག་དེ་བྱེད་དགོས་དཔེར་ན་ང་ཚོ་སློབ་སྦྱོང་ཅིག་བྱེད་པ་ཡིན་ན་ལོ་ཆུང་ཆུང་སྐབས་ལ་སློབ་སྦྱོང་བྱས་ན་ནུས་པ་ཐོན་གི་འདུག། དག་སྣང་ཅན་གྱི་ཆོས་འཇིག་རྟེན་ག་རེ་ཅི་ཡིན་པ་དེ་སྟོན་ཟླ་ཆེན་པོ་ཅིག་བྱེད་དགོས་ཀྱི་ཡོད་པ་ཡིན་ན་སོ་སོ་སྔོན་ནས་དྲངས་ནས་པའི་ལུས་སེམས་ཚང་མ་འཐག་པོ་བརྟན་པོ་པའི་སྤི་རྟག་པོ་ཡིན་པའི་སྐབས་དེ་ལ་སྒྲུབ་དགོས་ཀྱི་ཡོད། དེ་འདི་གང་ལས་ཆོས་ཟེར་བ་དེ་ང་ཚོའི་ཚེ་འདི་ལ་ཡང་དེ་ནས་སོ་སོ་ཕན་ཐོགས་ཡོང་ཡ་བདེ་སྐྱིད་ཡོང་ཡ་ཚེ་ཕྱི་མ་ལ་ཡང་བདེ་སྐྱིད་ཡོང་ཕྱི་མའི་ཕྱི་མ་ལ་ཡང་བདེ་སྐྱིད་ཡོང་བ་སངས་རྒྱས་མ་ཐོབ་ཀྱི་བར་དུ་བདེ་སྐྱིད་ཡོང་ཡ་གི་དེ་འདྲིག་གི་པའི་ལས་དོན་ཆེན་པོ་ཅིག་ཡིན་གསུངས་ད་དེ་དག་སྔོན་ནས་དྲངས་ནས་ང་ཚོའི་ལུས་སེམས་ཚང་མ་དེ་ཧྲ་འཐག་འཐག་ཡིན་པའི་སྐབས་དེ་ལ་སྒྲུབ་དགོས་ག་ཞིག་ག་ཞིག་དེ་འདྲིའི་ལམ་ཡིན་དོ།

མིག་ཤེས། ཁོ་མི་དབང་དུ་ཉམས་འགྲོ་དེ་ག་ལ་མིག་ཤེས་གསལ་པོ་མེད་པ་ཆགས་འགྲོ་བ་རེད་མིག་ཤེས་གསལ་པོ་མེད་པ་ཆགས་སོང་ན་འདི་འདྲི་བྱེད་བློ་འགོག་ཡོད་པ་ཡིན་ན་དཔེར་ན་ང་འགྲོ་བ་ཡིན་པ་ཡིན་ད་འདི་མི་ཤེས་ཁོ་འདི་འདྲི་བྱེད་པ་ཡིན་ན་ཡིན་རེད་པས་རེད་པ་མ་གཏོགས་པ་རེད་པ་རེད་མ་མཐོང་བ་དེ་འདྲི་ཡོང་དགོས་ད་དེ་ནང་བཞིན་གྱི་དེ་ནི་སོ་སོགས་གཟུགས་པོ་འཐག་པོ་མེད་ཚ་དེ་གང་ལས་སླ་བོ་ཆེ་འགྲུབ་ཐུབ་ཀྱི་མི་འདུག་ཨ། གཟུགས་པོ་འཐག་པོ་ཡོད་པའི་སྐབས་དེ་ལ་དངོས་ནས་སོ་སོ་དུས་ཚོད་ཅིག་བཟོ་ཉི་མ་རེ་རེ་ལ་དུས་ཚོད་བཟོ་དགོས་འདུག་ང་ཚོ་དུས་ཚོད་མ་བཟོ་ནས་དེ་འདྲས་དེ་འདྲས་བྱས་ནས་ད་དཔེ་དེ་རིང་སང་ཉིན་པ་ནག་དབྱིངས་ཀྱི་རྒྱུད་དཔེ་ཧ་ཅང་བྱས་ཙང། ནག་དབྱིངས་ཀྱི་རྒྱུད་ཅིག་གཅིག་ཡོད་དེ་གང་ལྟར་དེ་རིང་སང་ཉིན་འཛམ་བུ་གླིང་ལ་དཔེ་དེ་ཁྱོན་ནས་དཔེ་ནག་དབྱིངས་ཀྱི་རྒྱུད་དཔེ་དེ་གྲངས་མེད་པ་རེད། ད་ང་ཚོར་ནག་དབྱིངས་ལ་གོམས་ཤ་ན་གོམས་ཤིང་ད་སྔ་མ་ནས་ད་ལྟ་བར་དུ་གོམས་ཤིང་དཔེ་ཧ་ཅང་གི་ཆེན་པོ་རེད་བ། རྐྱེན་ཆོས་ལོག་ལ་ཡོད་རེད། ཨ་ནི། ནང་གི་རྐྱེན། གོམས་གཤིས་ངན་པ་དང་དེ་ཚོ་ཚང་མ་ཡོད་རེད་ད། རྐྱེན་ཚང་མ་འཛོམས་འདུག་སོ་སོས་སོ་སོ་བརྟག་འཛིན་བྱས་ནས་སོ་སོས་སོ་སོ་གི་དུས་ཚོད་ཅིག་བཟོ་མ་ཐུབ་ན། ད་འདི་ནས་འདི་བར་དུ་ང་ངོ་ནས་དྲན་ནས། ཆོས་གཞུང་ཆེན་པོ་འདི་ནས་སློབ་སྦྱོང་ཅིག་ཉམས་ལེན་ཅིག་འདི་ནས་འདི་བར་དུ་ང་རང་ཡང་ཅིག་ཚེ་འདི་གི་ཅིག་བྱ་བ་འདི་ནས་བྱེད་ཅིག་འདི་ནས་འདི་བར་དུ་འདི་ནས་བྱེད་ཀྱིན་འདི་ནས་འདི་བར་དུ་སྒོམ་རྒྱག་གིན་ད་འདི་ནས་འདི་བར་དུ་འོ་འདི་ནས་འགྲོ་གི་ཅིག་གིས། སོ་སོ་ཅིག་ག་འདོད་བྱས་ཡག་ད་ཚང་མ་དུས་ཚོད་ཅིག་བཟོ་དགོས་འདུག་ཡ། གོ་བརྡ་དེ་འདྲ་ཞིག་རེད་ཨང། ཨོ་ཡ། ད་དེ་ག། དེ་ལ་ནི་དེའི་སྐྲག་པ་བསམ་ནས་དེ་ལྟར་བསྒྲུབ་ཏུ་ཡོད་པས་འཆི་ཁར་མི་སྐྲག་པར་བྱར་ཡོད་ལ། དོན་དེ་དག་མ་བསྒྲུབས་ན། ད་དོན་དེ་ཚོ་མ་བསྒྲུབས་ན། སྐྱུར་འཁོར་བ་ལས་མི་ཐར་བ་དང། ད་ཇི་ལྟར་འཆི་ནས་འཁོར་བ་ལས་ཐར་ཡག་ཁྱོད་རང་ཁོ་རང་ཡོད་མ་རེད། ཁྱད་པར་དུ་ང་འགྲོར་གཏོང་བས། ང་འགྲོར་གཏོང་བ་ཟེར་ན་ང་སོང་ལ་སྐྱེས་འགྲོ་གི་རེད་ལྷོང་འགྲོ་གི་རེད་ལ།

ཉྭ། ད་དེ་ནང་བཞིན་གྱི་གཅིག་བ་ཅུ། བྱ་སྡེ། ལུག། ཁྱི། དེ་འདྲ་གཅིག་ལ་སྐྱེས་བདེ་བ་ཡིན་ན། ད་ཡང་མི་ཚང་གཅིག་གི་གསོ་བདེ་ཉེ་གཅིག་ཡིན་པ་ཡིན་ན་ཨོ་རྩེད་རེད་འདུག་ཨང། ད་ག་ལ་ཁྱོད་ནི་མ་རག་མཁན་གྱི་ཁྱི་དེ་འདྲ་ག་ཚོད་འདུག་ལུས་པོ་ཚང་མར་སྔོ་རྒྱབ་ག་ལ་ཡག་པོ་མ་རག་ག་ཚོད་ཚོད་འདུག། སྐད་གཉིས་ཁོ་རང་ནང་ལ་ཉེ་དེ་ནི་ག་ཚོད། ད་ག་ནང་བཞིན་གྱི་ད་དུད་འགྲོ་ཅིག་ཡིན་པ་ཡིན་ན་མིག་གི་བཀོལ་སྤྱོད་ཅིག་ནི་ག་ཚོད་ཟིག་གཅིག་ལ་གཅིག་གཟའ་བའི་དུས་ངོར་བཀོལ་སྤྱོད་ཀྱི་ད་ཁྱོད་ནི་འོ་ད་དེ་འདྲི་གཅིག་ལ་སྐྱེས་སོང་པ་ཡིན་ན་ད་གར་ཆགས་དེ་ཁྱེད་ཡང་ཚང་དེ་ནི་ཟེར་བའོ་ང་འགྲོ་གཏོང་བའི་འཇིགས་ནས་འཆི་བའི་ཚེ་འགྱོད་པའི་གདོང་བར་འགྱུར་ཏེ་ཨ་འཆི་ཁ་ལ་མོ་ད་ལ་ད་ཧ་ཅང་གི་ན་ཚ་གི་དུས་མནར་བའི་དུས་ངོར་སེམས་ལས་སྐྲག་སྣང་ངམ་སྐྲག་ལ་སོགས་པའི་དུས་ངོར་ཚང་མ་དེ་སྐྱེས་ཡོང་གི་རེད།

དེ་རབ་ཏུ་བསྒྲིམས་ཀྱང་མི་གནས་མི་ནུས། ག་ཚོད་མི་དགོས་ག་ཚོད་ཟབ་ཟོབ་བྱས་པ་ཡིན་ན་མ་གཞི་ནས་འགྲོ་ས་ཡོད་མ་རེད། གང་ལ་བཅུ་སུ་མི་རུང་བ་བ་ད་ཅུ་སོ་བཅུ་བྱེད་ཐུབ་སྐད་གོ་ཅི་ཡོད་མ་རེད། འཇིགས་ཤིང་བརྡར་བར་བྱ་བ་ཡིན་ད་ཧ་ཅང་གི་འཇིགས་སྐྲག་ཆེན་པོ་ད་ང་ཚོ་ཡང་ད་ཤི་སོང་ནས་འགྲོ་ས་དེ་ཡག་པོ་ཅིག་ཡོད་པ་ཡིན་འགྲོ་ལམ་དུ་བདེ་མོ་བྱིན་པ་ཡིན་ན་ད་སྐྲག་དགོས་མ་རེད་བ་ད་ད་དེ་ནི་མ་རེད་བ། དེ་ལ་ཕན་པ་ཅི་ཞིག་ཡོད། ད་འོ་ན་ད་དེ་ལ་གར་གར་གྱིས་ཕན་གི་རེད། དེ་ལྟར་འཇིག་རྟེན་ཆོས་ཉིད་ལ་བརྟགས་ནས་ན། ད་འཇིག་རྟེན་གྱི་ཆོས་ཉིད་ལ་བརྟགས་འཇིག་རྟེན་གང་གནས་སྟངས་ལ་བརྟགས་པ་ཡིན་ནོ། མིའི་རྣམ་པར་སྡིག་པ་བྱེད་པས་འགྱོད་པར་འགྱུར་རོ། འོ་དེ་རེད་ད། ད་འཇིག་རྟེན་གྱི་བྱེད་སྟངས་དེ་ཚོ་ལ་བརྟགས་དེ་འདྲ་ཅིག་བལྟ་བ་ཡིན་ན། ད་དངོས་གནས་དྲང་མི་ཚོགས་ཀྱི་བྱེད་རྒྱུ་སྡིག་པ་བསམ་གྱིས་ཉོན་མོད།

གང་ཅི་ཀ་ཅོ་དགེ་བ་འགྲོ་བོ་བྱེད་པ་ཡིན་ན་ཁ་ཙམ་ཚིག་ཙམ་མ་གཏོགས་ཡོང་གི་མ་རེད་ད་ང་དང་ང་ཞིག་བྱ་བའི་ཁང་བཟང་འོ་ད་དེ་འདྲ་ཅིག་འཆི་མེད་ཚེ་ལ་སྡུག་མུར་འབྱུང་དུ་དོགས་ད་འཆི་མེད་ཚེ་ལ་སྡུག་མུར་བས་འབྱུང་ཡ་ཉག་ཅིག་འོ་དེ་འཆི་བར་འགྱུར་བའི་འཇིགས་པས་རྨོངས་བར་འགྱུར་འོ་དེ་རེད་ད། གང་ལས་བདག་གིས་ཡིད་ནི་འགྱོད་གྱུར་པ། ད་སོ་སོ་གི་སེམས་ཧ་ཅང་གི་འགྱོད་སེམས་ཆེན་པོ་ཞིག་དེ་ཉིད་བདག་གིས་བྱས་པར་ཡོངས་མི་དྲན། ད་དེ་སྡིག་པ་བྱས་པ་ལ་སོགས་པ་དུ་སོ་ནི་པའི་གོ་ད་ད་ཅིག་ད་དགེ་བ་བྱས་པ་ནི་དྲན་དྲན་པའི་ཡུལ་ལ་ཡང་མེད་པ་དེ་འདྲའི་དཀར་པོའི་ལས་ཀྱང་རབ་ཏུ་དཀོན་པར་བྱས། ད་གར་བྱེད་དགོས་རེ་ཟིན་ཏེ་དཀར་པོའི་ལས་དུ་སོ་བསྒྲུབ། ཆུ་ལ་གནས་ན་འཆི་བས་སུ་ཞིག་འཇིག། དཀར་པོའི་ལས་བསྒྲུབ་སྡིག་པའི་ལས་སྤང་དཀར་པོའི་ལས་བསྒྲུབ་པ་ཡིན་ན་འཆི་བའི་གནས་སྐབས་ལ་འཇིགས་སྐྲག་སོགས་གང་ལ་སྐྱེ་གི་མ་རེད། འཇིགས་སྐྲག་སྐྱེ་སྐྱེ་དགོས་ཡ་དགོས་དོན་ཡོད་མ་རེད།

བདུན་མར་དུ་སོ་སོ་གོ་མྱོང་ཡང་རེད། འབྱུང་བ་བཞི་ཀ་དེ་རེ་རེ་རེ་རེ་ཐིམ་ཡོང་དུས་གང་ལ་གཞལ་སྣང་དང་འཇིགས་སྣང་དང་རྔམ་སྐྲག་དུ་ཚོ་དེ་ཚོ་ཚང་མ་བདུན་མར་ཚང་མ་སོ་སོ་གཅིག་པུས་མྱོང་ཡང་རེད་མ་གཏོགས་ཁོ་ཚོ་གོ་མྱོང་རོགས་བྱེད་ཡ་ད་དེ་འདྲ་ཡོད་མ་རེད། འོང་དེ། དེ་འདྲའི་སྐབས་ལ་ཡང་སོ་སོ་གོ་སེམས་ལ་ཡང་བལྟས་ཚེ་དེ་ཚོ་ཅིག་ཡོད་པ་ཡིན། ལུས་པོ་ལ་ན་ཚ་དེ་འདྲ་ཡོད་པ་ཡིན་ན་སེམས་དང་བརྟན་པོ་བྱས་ནས་འོ་སོ་སོ་དེ་དེ་འདྲའི་འགྲིག་ཅིག་གི་ཐོག་ནས་ཤི་ཐུབ་ཡ། སེམས་དང་བརྟན་པོ་ཅིག་དང་སེམས་དེ་དཔེ་དེ་འདྲ་གི་ཆུ་ལ་བློ་ཁ་ཕྱོགས་པའི་ཐོག་ནས་ཤི་སོང་ཡ་ན་ད་སྐྱེ་བ་རྗེས་མ་དེ་ལ་ཡང་ལུས་བརྟན་བཟང་པོ་ཅིག་ཐོབ་ཐུབ

དེ་ནི་ཆགས་པ་ཡོངས་དང་ཕྱིར་ཟེར་དུས་གང་ལ་གར་གོ་དགོས་འདུག་ཟེར་དུས་གང་ལ། བྱས་ཙང་གང་ཟག་གང་ཞིག་གིས་མི་རྟག་པ་དང་འཆི་བ་མི་རྟག་པ་ཡག་པོ་སྒོམ་དེ་འདྲ་བྱས་ནས་འཆི་བ་མི་རྟག་པའི་བློ་དེ་སོ་སོར་ཤུགས་ཆེན་པོ་ཡོད་སོང་ཙང། སོ་སོ་དང་སོ་སོའི་གནས་ལུས་ལོངས་སྤྱོད་སོ་སོའི་གཉེན་ཉེ་འཛིན་ལ་སོགས་པ་དེ་ཚོ་ཚང་མ་ལ་དེ་ནི་ཆགས་ཞེན་ཤུགས་ཆེན་པོ་ཡོད་མ་རེད། དེ་ཚོ་ལ་ཆགས་ཞེན་ཡོངས་སུ་བཏང་ཚར་ཡིན་སོང་ཙང་འཆི་བའི་གནས་སྐབས་དེ་ལ་འཆི་བ་མི་རྟག་པ་སླེབས་པའི་གནས་སྐབས་དེ་ལ་ཡང་འཇིགས་སྐྲག་ཡོད་མ་རེད། འདོད་ན་དེ་འོ་དེ་ཆགས་པ་ཡོངས་བཏང་སྟེ་ཡོངས་བཏང་ཕྱིར་ཟད་ཆགས་པ་འཇིགས་པ་ཟད་དུས་ཀྱི་ཚབ་ལས་ཆགས་པ་འདུག་འདིའི་ནང་ལ་འཇིགས་པ་འདུག་ད་འཇིགས་པ་ལ་བ་ཡིན་ན་ད་གི་ནང་བཞིན་སོ་སོ་མི་རྟག་པ་དྲན་དེ་ལ་བརྟེན་ནས་འོ་འདི་ནི་མི་དགེ་བ་སྤངས་དགེ་བ་ཏག་ཏག་བསྒྲུབས་ཡོད་སོང་ཙང། དག་ཅིག་སོ་སོར་དེ་ནི་འཇིག་རྟེན་ཕྱི་མ་ལ་དེ་ནི་ང་སོང་ང་འགྲོ་བའི་གནས་དང་དུས་ངུར་སྨྱོ་བའོ་དེ་འདྲི་གི་ཅིག། སྨྱོ་མི་དགོས་ཡ་དེའི་ཚོད་དུ་སོ་སོ་གི་སེམས་བསྐྱེད་ལ་སླེབས་ཡོང་སོང་ཙང་འཇིག་སྐྲག་ཡོད་མ་རེད་དེ་འདྲི་གི་མེད་སོང་ཙང་དག་ཅིག། འཆི་བ་ཡང་སླེབས་ཡོང་དེ་ག་ལ་ཡ་དག་ཁྱོད་ནི་འཇིག་སྐྲག་སྐྱེ་གི་མ་རེད་ཟེར་ཡ་འགྲོ་དེ་འདྲི་གི། ད་ལྟའི་དངོས་གནས་རེད་ང་ཚོ་འཆི་ཁ་སླ་མོ་དེ་ལས་ཡ་ཆེ་སྐད་ཧྲིལ་པོ་ཅིག་རྒྱབ་ཁ་ཞིག་དེ་ནི་འཇིགས་སྐྲག་ཧྲིལ་པོ་ཞིག་སླེ་བ་ཡ་དེ་གཙོ་ཆེ་ཤོར་ད་ག་རེད་ཟེར་དེ་གང་སོ་སོ་དེ་ནི་ཡང་ན་ན་ཉེ་ཉེ་འཛེ་ལ་ཆགས་ཆགས་པའི་དབང་ཡང་ན་ནི་སོ་སོ་རྒྱག་དཔེ་འཇོག་ལ་ཆགས་པའི་དབང་ཡང་ན་ནི་སོ་སོ་གི་ལུས་ལུས་ལ་ཆགས་པའི་དབང་གི་དེ་འདྲི་ཅིག་ཡོང་དགོས་ཡོ་རེད་མ་གཏོགས་གཞན་དེ་འདྲི་གི་ཆགས་ཞེན་མེད་པ་ཡིན་ན་དེ་འདྲི་གི་ངམ་སྐྲག་སླེ་དགོས་ཡ་ཡོད་མ་རེད། འོག་མིང་དང་དཀོར་ཟ་གཏམ་དང་སྙན་གྲགས་ལ་སོགས་པ་དག་དོན་དག་དེ་འདྲའི་དེ་འདྲའི་ཞིག་ལ་ཆགས་ཞེན་ཞིག་ཆེན་པོ་ཡོད་དེ་གང་ལ་ཡང་འོ་ད་དེ་ཁོ་འཇིགས་སྐྲག་དང་རྔམ་སྐྲག་དེ་ཞིག་ཆེན་པོ་དེ་རེད་པ་ཡ། ག་ཇི་ཙམ་གྱི་ཆགས་ཞེན་ཞིག་ཆེན་པོ་ཡོད་པ་དེའི་ཚོད་ཀྱི་སེམས་ལ་རྔམ་སྐྲག་དང་འོ་དེ་ནས་སེམས་མ་བདེ་བ་དང་སེམས་ལྷོད་ལྷོད་བ་གནས་མ་ཐུབ་པ་དང་ད་དེ་ངོ་ཆུང་ཉིད་རེད་འདོད། འོ་དེ་སོང་ངོ་ད། འོ་དེ་ད། འདི་བདག་ནི་འཆི་འོ་སྙམ་སེམས་པ་གང་ལ་ངེས་པར་ཡོད་གྱུར་པ། དེ་ནི་འཆགས་པ་ཡོངས་དང་ཕྱིར་ཡང་ན་འཇིག་པ་ཡོངས་དང་ཕྱིར། འཆི་བདག་ལ་ཡང་ག་ལ་འཇིག། བ་ད་ཞེས་གསུངས་པའི་ཕྱིར་རོ། དེས་ན་ལུས་དང་ལོངས་སྤྱོད་དང། ལུས་དང་ལོངས་སྤྱོད་དང་མྱུར་དུ་འདྲ་བར་གདོན་མི་ཟའོ་སྙམ་དུ་བྱས་ཙང་འཆི་བ་མི་རྟག་པ་ཡོག་པོ་བསྒོམ་པ་ཡིན་ན། ཨ་ཏི་ལུས་ཡོད་ལོངས་སྤྱོད་དང་དཔལ་སྐྱེད་ནུས་དཔལ་འབྱོར་དང་འདི་ནི་སོ་སོ་གི་བྱས་ཉེས་ཉེས་འཛེག་ལ་སོགས་པ་དུ་ཚོད་དང་ད། ཁ། ནམ་ཞིག་གི་ཚེ་ན་ཁ་བཀྲ་དགོས་ཡ་དེ་དག་ད་ཐེ་ཚོམ་ཡོད་མ་རེད་གདོན་མི་ཟ་བ་ཟེར་ན་ཐེ་ཚོམ་ཡོད་མ་རེད་བསམ་པ་འགྲོ་ཅིག་འོ་དེ། གདོན་མི་ཟ་གོ་སྙམ་དུ་ཡང་དང་ཡང་དུ། མི་རྟག་པ་བསམ་ནས་ནི་ཟེར་བ་ད་མི་རྟག་པ་སོང་བ་ནི་གང་ལ་ད་དེ་འདྲའི་གཅིག་གི་སོ་སོ་བློ་ཐག་ཆོད་པ་ཅིག་ཡོང་གི་རེད། དེ་དག་ལ་མུན་སྤྲོ་བར་རེ་བའི་སྲེད་པ་བཟློག་པའི་བྱས་ཙང་དེ་འདི་འོག་ཏུ་དེ་འདི་ཞེས་པ་ཡིན་ན་གང་བ་དེ་དེས་ནི་འདི་ནི་འཇིགས་པ་ཡོངས་བཏང་ཕྱིར་ཟེར་བ་དེ་ཆགས་པ་ཡོངས་བཏང་ཕྱིར་ལབ་ན་ཡལ་ག་འགྲོ་འདི་སྲེད་པ་ཟེར་བ་དེ་འདོད་ཆགས་ལ་ཟེར་དགོས་རེད། འོ་དེ་ཚོ་དང་དེ་དག་ལ་མུན་སྤྲོ་བར་རེ་བའི་འོ་དེ་འདི་ཚོ་དང་ཁ་བྲལ་གི་མ་རེད་ད་དེ་ཚོ་དང་ང་ཁ་བྲལ་འགྲོ་ས་རེད་བསམ་པའི་དེ་སོ་སོའི་སེམས་ཁྲེལ་དང་དེ་ཚོ་འོ་དེ་འདྲས་མ་ཡིན་པ་ཆེ་ནས་སོ་སོ་དེ་དེ་ཚོ་ལ་ཡ་དེ་ནས་ཁ་བྲལ་འགྲོ་གི་རེད་ངེས་པར་དུ་ཁ་བྲལ་གི་རེད་འོ་དེ་འདྲས་ཅིག་མ་གཏོགས་དེ་དག་ལ་ཁ་མི་བྲལ་བ་གི་ཅིག་རེ་བ་འདྲ་བོ་ཁྱོན་ནས་རྒྱབ་གི་མ་རེད་ཨང་དེ་དག་ལ་མི་འབྲེལ་བའི་རེ་བའི་སྲེད་པ་བཟློག་པའི་འོ་དེ་དེ་དག་ལ་ཁ་བྲལ་གི་མ་རེད་ང་ཁ་བྲལ་ཐུབ་ས་མ་རེད་བསམ་པའི་རེ་བ་དེ་འོ་དེ་ནས་འོ་དེ་ནས། དཀར་ཟ་དེ་ལ་ཆགས་པའི་ཆགས་པ་དང་བཟློག་རོགས་རེད། སེ་པ་ཟེར་ཏེ་ཆགས་པ་དང་ས་ར་དང་ས་འབྲས་བུ་སེ་དང་སེ་དང་ཆགས་པ་ཟེར། བཟློག་པའི་ཟེར། དེ་དག་དང། དེ་ནི་འདྲ་བར་སྐྱེས་པའི་ཟེར། ཡིད་ཀྱི་གདུང་བའི་དབང་གིས་འཆི་བ་ལ་སྐྲག་པར་མི་འབྱུང་བ་ཡིན་ནོ། དེ་རེད་ད། དེ་དག་ལ་འདྲེན་འགྲོ་གི་རེད་བསམ་པས་དེ་ནི་སོ་སོ་ལ་སེམས་ལ་ཡང་ཅིག་ཆགས་གཞན་དག་དེ་ནི་དེ་འདྲའི་དུ་མས་ཡིན་སོང་ཙང། ཨ་ནི་དེ་ཁོ་ཚོ་དང་ཁ་བྲལ་སོང་པ་ཡིན་ན་དེ་ཙམ་གྱིས་སོ་སོ་ལ་སེམས་ལ་ཡང་གདུང་བ་དང་འཇིགས་སྐྲག་ལ་སོགས་པ་ཡོང་གི་མ་རེད།

དེ་ནི་རག་མ་རག་གི་སྐད་ལས། ད་དེ་འདྲི་ཅིག་རག་ལ་ཡང་ཁོ་ཚོ་ལས་ཡང་བུ་གཅིག་ཡོང་བའི་ཅིག་ཡོང་མི་ཡོང་གི་སྐད་ནི། ང་ཚོ་ཕ་མ་ཟེར་ཡ་དེ་གི་དེ་འདྲི་གི་པའི་སེམས་ཁྲེལ་ཁོ་རང་མི་ཚེ་ཁོ་རང་ལ་དེ་ནི་སོ་སོ་གི་བུ་གི་དོན་དག་ལ་སེམས་ཁྲེལ་བྱེད་ནི་སོ་སོ་གི་བུ་གི་བུ་གི་བུ་གི་ཚ་བ་ཚ་མོ་འགྲོ་བའི་ལ་ཁ་ཅིག་བ་དེ་འདྲི་བའི་ཅིག་གི་མི་ཚེ་འགྲོ་བ་དེ་རྫོགས་འགྲོ་གི་འདུག། པ་རྒན་མགོ་དེ་འདྲས་རེད་ཚར་བ་ཡིན་ན་ཡང་ད་ཅིག་ལག་པ་ནས་འཕྲིན་བ་འདྲ་བོ་བཅུ་བཟུང་ནས་ངས་ཚ་བོ་ག་འགྲོ་ངས་ཚ་མོ་ཆུ་ཆུ་ཆུ་གཉིད་ཆད་ཅིག་མ་ཁོག་ཁོག་དེ་འདྲས་བྱས་ནས་ཨོ་དེ་ཡོད་པ་དང་གཙུག་བོ་གཙུག་བོ་དེ་དེ་ཚོ་ལ་ཡང་ཆགས་ཞེན་བཟློག་མ་ཐུབ་པའི་དབང་གིས་དང་ཨོ་དེ་ནས་དེ་དང་དང་ཁ་བྲལ་འགྲོ་གི་འདུག་བསམ་པའི་དེ་ནས་པའི་འཇིགས་སྣང་ཞེད་སྣང་ཨོ་དེ་འདྲས་ངོ། ད་རང་རང་སོ་སོ་གི་ངོ་ནས་དྲངས་ནས་སོ་སོ་གི་ཀླད་རྡོག་གཙུག་བོ་ག་རེ། སོ་སོ་གི་པུ་ཁྲིམས་དེ་སོ་སོ་གི་དེ་ནི་ཡག་ཅིག་ལམ་ལ་བཞག་གོ་ཡ་ད་སོ་སོ་གི་བཟོ་ཚར་དེ་གང་ལ་སོ་སོ་གི་དེ་ཡག་ཅིག་བདེ་པོ་མཐའ་པོ་འགྲོ་ཅིག་དེ་མདུན་ལམ་འགྲོ་ཅིག་བཟོ་དགོ་ད་དེ་བཟོ་ཚར་དེ་གང་ལ་ངོ་ནས་ཅིག་ན་དེ་ཚ་བོ་ཚ་མོ་དང་ཚང་མ་གི་འགན་འདི་སོ་སོ་གི་ཁེ་དགོ་ཡ་འགྲོ་ཡོད་མ་རེད་ད་ཕ་མ་ཟེར་དེ་ཕ་མའི་སེམས་དེ་ཆུ། བུ་རྒྱུད་ཀྱི་སེམས་དེ་རྡོ། དེ་འདྲས་སོང་བ་ཡོད་རེད་དེ། རེད་བ་ཡ་ངོ་ནས་དྲང་ནས་ཕ་མ་གི་སེམས་སོ་སོ་གི་པུའུ་དེ་ཅིག་ཕྱི་ལོག་ལ་འགྲོ་བ་ཡིན་ན་སེམས་ཁྲལ་ག་ཚོད་བཟོ་གི་འདུག། ཉི་མ་རེ་རེ་ལ་ཡར་དཔེ་བདུན་གཅིག་དཔེ་ན་ཁ་ལག་ཟ་བའི་དུས་ཐོག་ཏུ་སུ་ལ་ཡིན་ན་སོ་སོའི་བུ་མ་དྲང་མཁན་ཕར་ཆེར་ཕ་མ་ཚོའི་ནང་ལ་ཡོད་མ་རེད། ངའི་བུ་གུ་དེ་ག་འདྲ་ཅིག་ཅིག་ག་རེ་བྱེད་དགོས་ན་ཁ་ལག་ཡག་པོ་རོགས། བུ་གུ་ཚོ་ག་དེ་དྲན་གི་ཡོད་རེད་ཡོད་མ་རེད་ད། ད་ང་རོ་ཚོ་ཚང་མ་གི་དྲན་གི་འདུག་དྲན་གི་མི་འདུག། ཧ་ཅང་གི་སྐྱོ་པོ་རེད་བ་ད། འོ་ད་ཡ་ད་དེ་དེ་ཡང་འཁྲུག་དོན་ཆེན་དེ་དེ་འདྲའི་ཡང་མང་པོ་འགྲོ་འགྲོ་བྱ་གི་རེད་ཡང། ཡ་ད་དེ་འདྲའི་འགྲོ་བ་རེད། ཧུམ། ད་དེ་འདྲའི་ད་ཤི་བ་དེ་ས་བཅད་ཤི་བ་དེ་ད་ཆུ་ཚོད་ག་ཚོད། ཨོ་ཡ། ད་དེ་ནི་ས་བཅད་ཤི་བ་གཅིག་གི་མགོ་ལ་སླེབས་སོང་ད་འདི་ས་བཅད་ཤི་བ་དེ་ཡང་དཔེ་མི་སྲིད་ཡག་པོ་ཅི་ཡིན་སོང་ཟེར་རྣམ་པ་ཚོ་འོ་དེ་ཚོ་འདི་རྩ་བ་གསུམ་རྒྱུ་མཚན་དགུ། ཨ་ནི་ཐག་ཆད་པ་གསུམ་ཟེར་ཡ་དེ་ཚོ། ད་འདི་ཚོ་རྡོག་རྡོག་ཏུ་ག་བ་ཡོད་རེད་ཟེར་དུས་གང་ལ་རྣམ་པ་ཚོས་ལག་ལེན་སོ་བདུན་མི་གནང་ལོ་ལ་ཨ་ནི་གར་ས་ཡུན་རིང་འགྲོགས་པའི་མཛའ་བཤེས་སོ་སོར་བྲལ་འབབ་པའི་སྦྲུལ་པའི་ནོར་རྫས་ཕྱིར་དུ་ལུས། ཨ་ནི་ལུས་ཀྱི་མགྲོན་ཁང་རྣམ་ཤེས་མགྲོན་བུ་པོར། ཨོ་ཚད་འདུག་ལུས་དང་རྒྱལ་སྲིད་ལག་ལེན་ཡིན་ཟེར་དེའི་སྐབས་སུ་མི་རྟག་པ་སྒོམ་ཚར་ཞིག་གསུང་གི་ཡོད་རེད་འཆི་བ་མི་རྟག་པ་མི་རྟག་པ་སྒོམ་ཚར་ཞིག་གསུང་གི་ཡོད་རེད་ཨོ་དེའི་སྐབས་ལས་རྣམ་པ་ཚོ་གཅིག་གཟིགས་པ་ཡིན་ན་ཡང་དེ། རྡོག་བདེ་པོ་རྡོག་སྒྲིལ་པོ་བྱས་ནས་ཡང་ཚིག་ཉུང་ཉུང་ཅིག་གི་ནང་ལོགས་ལ་རྩ་བ་གསུམ་རྒྱུ་མཚན་དགུ་ག་རེ་ག་རེ་ཡིན་མིན་ཐག་བཅད་པ་གསུམ་ག་རེ་ཡིན་ད་འདིའི་ནང་ལས་མ་ཡོང་གི་ཡོད་རེད་ད་ཡིན་ན་ཡང་ཨོ་དེ་འདྲས་ཡོད་རེད་ཡང་རྣམ་པ་ཚོ་ད་དེ་ངས་ཡོད་ས་དེ་གཅིག་བཞུགས་པ་ཡིན་ན་དེ་འདྲས་ཡོད་རེད་ཡ་ད། ཨོ་དེ་འདྲས་ཅིག་བྱེད་ད། ཨ་ནི། ཅིག་གང་ཐུབ་ཐུབ་ཀྱི་ཐོག་ནས་རྣམ་པ་ཚོ་ཨོ་དེ་འདྲས་མ་བློ་སྦྱོང་བྱེད་ཡ་དང་ད་ང་ཚོ་འདས་ཕྱོགས་ལས་གཅིག་ཡར་འགྲོ་མི་འདུག་ཨ་ད་དེ་ཕྱོགས་ལས་གཅིག་འགྲོ་གི་ཅིག་རང་འགྲོ་མི་འདུག་ཨོ་ད་དེ་འདྲས་ཅིག་སོང་ད་དེ་འདྲས་ཅིག་ཏུ་ད་གཟའ་འཁོར་ཞིག་གི་ནང་ལོགས་ལ་སོ་སོ་ཡག་པོ་ཀློག་ཡང་ཨོ་དེ་འདྲས་ཅིག་ཡང་ཡག་པོ་ཀློག་དེ་འདྲས་མ་གོ་ན་ཡང་དེ་ནང་དྲི་བ་དྲིས་དེ་འདྲས་བྱེད་པ་ནི་ཁོ་ཚོ་གི་དྲི་བ་ལས་འགལ་རེད་ཨོ་ད་ཚང་མ་དེ་ཨོ་ཅི། ཡང་དེ་འདྲའི་འགྲོ་བ་ང་ཚོ་བགྲོ་གླེང་གི་ཐོག་ནས་ཕན་ཚུན་སྐད་ཆ་བཤད་ཐུབ་པ་ཡིན་ན་ཡང་གནས་ཚུལ་གསལ་པོ་ཆགས་ཡ་དེ་འདྲ་ཡོད་རེད་བ། ཡང་ཁྱེད་རང་ཚོར་དྲི་བ་ག་རེ་ཡོད་པ་ཡིན་ན་ངས་ལན་ཏག་ཏག་ཐེབས་ཐེབས་ཀྱི་རེད་དེ་འདྲ་ལབ་གི་ཡོད་མ་རེད་ཡིན་ན་ཡང་ཡང་ང་ཚོ་ཕན་ཚུན་བགྲོ་གླེང་བྱས་པ་ཡིན་ན་ཁོ་ཨ་ཡང་ལྟོགས་པ་ཟེར་ཡ་འདྲ་བོ་དང་དེ་འདྲ་ཡོང་གི་རེད་བ། ཨོ་ད་དེ་འདྲ་ཅིག་ཡིན་ན་ནི་བདུན་ཕྲག་རྗེས་མ་ལ་མཇལ་ཡོང།